ཨོ་ཡ་སློབ་ཕྲུག་ཚོ་ད་མ་མུ་མཐུད་ཡིན་ད་ཡིན་ད། འགོ་བཙུགས་གི་ཡིན་ད་འོང། ཚིག་བཅད་དྲང་མོ་ཕོག་པ་གང་དང་ཚིག་བཅད་ཚ་བོ་ཕོག་པ་གང་དེ་གཉིས་བར་ལ་ཡ་ཁྱད་པ་ད་ག་རེ་ཡོད་རེད་ཡིན་ད། ང་ཚོས་དྲོད་ཚད་ལབ་དགོས་འོ་ར་དེ་ག་རེ། དུད་སྤྲིན་གྱི་རིམ་པའི་ཚད་གཞིར་དཔག་པའི་ཁྱད་པར་གྱི་ར་བ་ཚིག་བཅད་ཚ་བོ་དང་ཚིག་བཅད་དྲང་མོ། ཚིགས་བཅད་ཚ་བོ་དེ་ལས་ཡང་དུས་དྲན་གྱི་བྱེད་ལས་མང་བ་ཡོད་རེད་བ། ཆ་དུས་དེ་ཚོ་མགྱོགས་པོ་ཕན་ཚུན་འགུལ་སྐྱོད་བྱས་ནས་གཡོ་འགུལ་གྱི་ནུས་པ་དེ་ཆེ་བ་ཡོད་རེད། ད་གཡོ་འགུལ་གྱི་ནུས་པ་དེ་ལ་ཡང་མིང་བཅོས་རེད་དེ་ག་རེད། འགུལ་ཐབས་ནུས་པ་རེད་བ། དེ་ཆ་དུས་ཀྱི་ཆ་དེ་རྦད་དེ་མང་བ་ཡོད་རེད། ཚིགས་བཅད་ཚ་བོའི་ནང་ལ་རེད་བ། ཧ་གོ་གི་ཡོད་བ་ཁྱེད་རང་ཚོས། དེས་ལབ་ཡག་ལ་དངོས་པོ་ཅིག་ཚ་བོ་ཡིན་པ་སྟོན་དགོས་རེད། འགུལ་ཐབས་ནུས་པ་མང་བ་ཡོད་རེད། ང་རང་ཚོས་དེ་ལས་ཡང་གྲོལ་ནུས་མང་བ་ལབ་ཆོག་གི་རེད་ཞིབ་ཚགས་བཤད་པ་ཡིན་ན་ནང་གི་ནུས་པ་དེ་མང་བ་ཡོད་རེད་བཤད་ཆོག་གི་རེད་བ། ནུས་པ་དེ་དངོས་པོའི་མ་ལག་གི་ནང་ལ། བྱས་ཙང་ནང་གི་ནུས་པ་དེ་རྦད་དེ་མང་བ་ཡོད་རེད་ཚིགས་བཅད་དྲང་མོ་དེ་ལས་ཚིགས་བཅད་ཚ་བོ་དེ་ལ། ད་འོ་ན་ཚིགས་བཅད་ཚ་བོ་ཕོར་བ་གང་དེ་དང་ལྷོ་སྣེའི་འཁྱག་གོང་གཉིས་ནང་གི་ནུས་པ་དེ་ག་གིས་མང་བ་ཡོད། ཨེན་ཀྲ་ཀྲི་ཀའི་སྒང་ལ་ཡང་འདི་འདྲའི་བཤད་གཏིང་བདེ་བ་དེ། རོགས་པ་དང་གྲོས་བསྡུར་བྱས་ནས་ཚོད་དཔག་བྱེད་ད། འཁྱག་གོང་ཆེན་པོ་ཞིག་དང་ཚིགས་བཅད་ཚ་བོ་ཆུང་ཆུང་ཕོར་བ་གང་དེ་གཉིས་གཉིས་ལ་ནང་གི་ནུས་པ་དེ་ག་གིས་མང་བ་ཡོད་ཡིན་ད་ཁྱེད་རང་ཚོས་བྱས་ན་ནུས་པ་ཆ་ཚང་གཅིག་ཏུ་བསྡོམས་པ་ཡིན་ན་ག་རེ་ཡོང་གི་རེད་ཡིན་ད། ཁྱེད་རང་ཚོ་ག་ཚོད་ཀྱི་ལག་གི་ཡིན་པ་ཚིག་ཆ་ཚ་པོའི་ཆ་རྡུལ་ཚང་མ་འདོམས་པའི་འགུལ་ཐབས་ཀྱི་ནུས་པ་དེ་ཁྱག་ཀོང་གི་ཆ་རྡུལ་ཚང་མ་འདོམས་པ་ལས་ཆེ་བ་ཡོད་རེད་ལབ་མཁན་ཡོད་པས་རེད་བས་དེ་མར་བ་ཞིམ་པ་དེར་བ། ཆ་རྡུལ་ཡོངས་ཀྱི་དྲོད་ཚད་འདོམས་པ་ཡིན་ན་ཁྱག་ཀོང་ནང་གི་ནུས་པ་དེ་ཆེ་བ་ཡོད་རེད་རེད་བ། རྒྱུ་མཚན་གང་ཡིན་ཟེར་ན་ཆ་རྡུལ་མང་པོ་ཅིག་ཕན་ཚུན་གཡོ་འགུལ་བྱེད་ཀྱི་ཡོད་རེད་ནུས་པ་དེ་འདྲ་ཞིག་འདོམས་པ་ཡིན་ན་འབོར་ཆེན་ཆགས་ཀྱི་ཡོད་པ་ཤེས་གསལ་རེད་བ། ད་ང་རང་ཚོས་ཆ་རྡུལ་རེ་རེའི་ནུས་པའི་སྐོར་ལ་ཡང་བཤད་ཡོང་དུས་རེད་བ། ཡི་གེ་དྲ་གནས་འགོ་བཙུགས་ཡས་ཀྱི་བསམ་ཚུལ་སྐོར་ལ་བཤད་ཡོང་དགོས་རེད། ཡིན་ད། དྲོད་ཚད་སྐོར་ལ་རེད་བ། དྲོད་ཚད་ངེས་པར་དུ་ཆ་རྡུལ་རེ་རེའི། ནུས་པའི་ཚད་ནང་བཞིན་བརྩི་གོ་རེད། བྱས་ཙང། ཚིགས་བཅད་ཚ་བོ་ཕོར་བ་གང་གི་ཆ་རྡུལ་རེའི་ནུས་པའི་ཚད་དེ་མང་བོ་ཡོད་རེད། འཁྱགས་གོང་ཆེན་པོ་དེའི་ཆ་རྡུལ་རེའི་ནུས་པའི་ཚད་ལས། དེ་བདེན་པ་མ་རེད། དེ་འདྲ་ཡིན་དུས་ང་ཚོས་དྲོད་ཚད་དང་དྲོད་ཚད་ཡོངས་བསྡོམས་པའི་ནུས་པའི་ཚད་གཉིས་ཁྱད་པར་ཤིན་ཏུ་གོ་རེད། དྲོད་ཚད་ནི་ཆ་རྡུལ་རེ་རེའི་ཆ་སྙོམས་ཀྱི་ནུས་པ་དེ་རེད་བ། ང་ཚོས་མཇལ་གྱི་ཡོད་རེད། དྲོད་ཀྱི་ནུས་པ་དང་ནུས་པའི་རིགས་གཞན་ཚང་མ་ཇུས་ནང། ཡང་ན། དྲོད་ཁ་ལོ་རི་ནང་ལ་བརྩི་དགོས་རེད་ཁ་ལོ་རི་དང་ཇོས་གཅིག་པར་བ། ཇོས་བཞི་ཚ་གཅིག་བརྒྱད་དྲུག་དེ་ཁ་ལོ་རི་གཅིག་དང་ཧ་ལམ་འདྲ་བོ་འདྲ་བོ་རེད་རེད་བ། ཡིན་ནས་ཇོས་དང་ཁ་ལོ་རི་གཉིས་ཀ་ནུས་པ་འཇལ་བྱེད་ཀྱི་ཚད་གཞི་ཕྱིར་བ། དེ་འདྲ་ཡིན་དུས་དྲོད་ཚད་དེ་འགྲིག་རིགས་ནང་ལ་འཇལ་གྱི་ཡོད་བ་དེ་ཡོངས་གྲགས་རེད། འགྲིག་རིགས་དངོས་པོ་ཆེའི་ཚ་ཚད་ག་ག་ཙམ་སླེབས་ཡོད་བ་དེ་འགྲིག་རིགས་ནང་ལ་འཇལ་གྱི་ཡོད་བ། དེ་ཡང་གནས་ཚུལ་ཕྱོགས་གཅིག་རེད། འགྲིག་རིགས་དེ་ག་ཚོད་ཡིན་པའི་བསྡོམས་འབོར་དེ། ཨང། དེ་ངེས་པར་དུ་དབྱུག་གུ་གི་འགུལ་ཐབས་ནུས་པ་དང་མཉམ་དུ་འཇལ་དགོས་རེད་དེ་འདྲ་རེད་བ། ནམ་རྒྱུན་ཡིན་ན་དངོས་པོ་ཚ་བོ་ཆགས་པ་ཡིན་ན་ཁོ་ཕག་བརྒྱ་བརྒྱད་དྲུག་རེད་བ། དངོས་པོ་མང་ཆེ་བ་ཚ་བོ་ཟོས་ན་ཕྱིར་དྲུག་རེད། ཤེལ་གཟུགས་ས་གཟུགས་ཚང་མ་བརྒྱ་བརྒྱད་དྲུག་རེད་ཤེལ་གཟུགས་དང་རླུང་གཟུགས་གཉིས་ལ་དྲོད་ཚད་འགྱུར་བ་གཅིག་མཚུངས་བྱུང་ན་དེ་གཉིས་ག་གེའི་བརྒྱ་བསྐྱེད་ཚད་མང་གི་རེད། རླུང་གཟུགས་བརྒྱ་བསྐྱེད་ཡ་དེ་མང་གི་རེད་བ། གལ་སྲིད་ངས་གང་བུག་ཅིག་དེ་འདྲས་བྱས་ནས་ཐབ་གང་ལ་འཇུས་པ་ཡིན་ན། ཡིན་ན་ངས་ཆུ་གང་ལོན་ཅིག་ཐབ་གང་ལ་འཇུས་པ་ཡིན་ན་ཕྱིར་དྲུག་རེད་དེ་ལས་ཡིན་ན་སྔོན་མ་ནང་བཞིན་དྲུག་མ་རེད། ཡིན་ན་ས་གཟུགས་དེ་རླུང་གཟུགས་དང་བསྡུར་བ་ཡིན་ན་ག་འདྲས་རེད། ཞེ་དྲག་ཆེན་པོ་མ་རེད་ཡིན་ན་བརྒྱ་བརྒྱད་དྲུག་རེད། དེ་འདྲ་ཡིན་དུས་ཤི་གསོ་རྒྱ་སྐྱེད་གི་རེད་ཚ་བོ་བཟོས་བས་ན་རྒྱ་སྐྱེད་པ་དེ་མཐོང་ཡོང་གི་རེད་སོང་ཙང་ཚད་འཇལ་རྗེས་སུ་གོ་རེད་དྲོད་ཚད་འཇལ་རྗེས་ངས་ཁྱེད་རང་ཚོ་དཔེ་ཞིག་སྟོན་གིན་གདའ། ཁྱེད་རང་གི་དེའི་ཚོད་ལྟ་ཁང་ནང་ལ་བྱེད་སྲིད་པ་རེད། ཁྱེད་རང་ལ་ཡང་ཤི་སྦུག་དེ་འདྲས་ཅིག་ཡོད་པ་བྱེད། ཁྱེད་རང་གི་ཤི་སྦུག་དེའི་ནང་ལ་ཡང་དངུལ་ཆུ་ཏོག་ཙམ་ཡོད་པ་བྱེད་དང་རང་བཞིན་ཆང་རག་ཚོས་ཤིག་ཡོད་པ་དེ་འདྲས་དེ་ཚོ་ཡོད་པ་བྱེད། ཁྱེད་རང་གི་དེ་འདྲས་འདྲ་བོ་ཅིག་ཡོང་གི་རེད་རེད་བ། དེ་དེ་འདྲས་སུ་བྱས་ནས་རིམ་པ་དེའི་མཚམས་ལ་ཡང་སླེབས་བ་ཆགས་ཆགས། ད་རང་གིས་གར་བྱེད་ཁོ་རེ་ལབ་ཡིན་ན་དྲོད་ཚད་ཇེ་ཆེ་གི་འཐུག་པོ་ཆེན་པོ་དེ་དག་ཚད་རིང་པོ་འོག་ལ་ཆུ་ཡོད་པ་དེ་ཁྱེར་ནས་དེ་མ་བླུགས། གཞོང་པ་འཁྱག་པ་དེ་འདྲ་བཤད་གྲུབ་ཤིག་ཡོད་པ་དེ་ན་ལ། དེ་བཞུ་དྲུག་ཡོད་རེད་བ་ཁྱེད་རང་དེ་བྱེད་དུས། འདིའི་དྲོད་ཚད་དེ་ག་འདྲས་ཡོད་རེད་ལབ་ཡིན་ན་འདི་དང་གཅིག་པ་ཆགས་འགྲོ་གི་ཡོད་རེད། གང་ཡིན་ཟེར་ན་འཁྱག་པའི་ཆ་དུས་དང་ཆུའི་ཆ་དུས་དེ་ཚོ་ག་ལས་ག་ལས་དེ་ཕྱོགས་སུ་དེ་འདྲས་སུ་དགོས་ཀྱི་ཡོད་རེད། ནུས་པ་ཆུ་འཇུས་ཀྱི་སྤྲད་ཀྱི་རེད་གལ་སྲིད་འདི་དེ་དེ་ལས་ཚ་བ་ཡོད་པ་ཡིན་ན། དེའི་ནུས་པ་ཚུལ་བཏང་ནས་ཆུ་དེའི་ཚ་བ་བཟོ་གི་རེད། རེད་དེ་དྲོད་ཚད་ཇེ་ཆེ་དེ་ཆེས་དྲག་རྒྱུ་ཡོད་མ་རེད། དེ་སྲིད་ཚད་འཇལ་བྱེད་ཆེན་པོ་ཅིག་མཁན་ནས་ཆུ་ཉུང་ཉུང་ཅིག་ལ་འཇལ་བས་ན། ཡིན་ད་ག་རེ་ག་རེ་བྱེད་དགོས་རེད། ཐ་ན་མི་ཚོས་དྲོད་ཚད་འཇལ་བྱེད་ཁོ་རང་གིས་དྲོད་ཚད་འཇལ་དགོས་རེད་ལབ་གི་རེད། དེ་བདེན་པ་རེད། དངོས་པོ་གཉིས་མཉམ་འདོགས་དེ་འདྲ་བྱས་བཞག་པས་ན། ཁོ་གཉིས་ཀྱི་ཚ་ཚད་དེ་གཅིག་པ་ཆགས་ཡོད་དགོས་རུ་བ། དེ་འདྲས་དེ་དེ་ལས་བྱུང་དགོས་རེད། སོང་ཙང་འགྲིག་རིགས་ཀླད་ཀོར་གང་ལ་ཤིར་ཚུགས་དེའི་མཐོ་ཚད་ག་ལ་གང་འཚམ་ཡག་ལེགས་དགོས་རེད། ཁྱེད་རང་གིས་ཤེལ་ཕུག་ཆུང་ཆུང་ཅིག་ཁེངས་ཡོང་ནས་དེ་ལ་ཡང་དེ་འདྲས་བྱས་བཏགས་བརྒྱབ་རུ་བ། སློབ་ཚན་དེའི་ཚན་རིག་བརྟག་དཔྱད་ཁང་ལ་ཡོད་པ་ཡིན་ན། དྲོད་ཚད་དེ་དེ་བོ་ཏོ་ལེགས་ཀྱི་ཡོད་རེད་དེའི་ནང་ལ་ཡོད་པའི་ཆུ་དེ་ཚོའི་ཚ་ཚད་ག་ཚོད་ཡིན་པ་དེ། ད་འཁྱག་པགས་ཕྱིར་བཏོན་གི་ཡིན་ད།

ཆ་རྡུལ་དེ་ཚོ་མཉམ་དུ་རིམ་པ་བྱས་ནས་བརྒྱུད་འགྲོ་གི་རེད་བེང་བེང་བེང་བེང་བེང་ཟེར་བ། མཐའ་མ་དེ་ལ་ཁྱེད་རང་བྱས་བས་ན་དེའི་ནང་གི་གཤེར་གཟུགས་དེ་ཚོ་ཡམ་ཡོམ་བྱས་ནས་དར་གི་རེད་དར་དྲུག་བརྒྱ་དུས་ག་རེ་ཡོང་གི་རེད་ཁུ་ཤིག་སུ་དུས་ཡར་འཕར་འགྲོ་གི་རེད། དེ་འདྲས་བྱས་ནས་ཡར་ཡར་ཡར་འཕར་ནས་འགྲོ་བ། དེའི་ལས་ཡོང་དུས་མཚམས་བཞག་གི་རེད། ད་ཚོད་དཔག་བྱས་ཡ་ལྟག་བྱེད་མ་ཐག་གོ་བ་རྒྱག་ག། ཚོད་དཔག་ཡིན་ད། དེ་མ་མར་བ། གང་ལ་མ་རེད་ཚོད་དཔག་ཡིན་ད་དེ་མར་བས། ཁྱེད་རང་གིས་དེ་ལ་ཡར་ལྟག་བརྒྱབ་བ། འགྲིག་སོང་ང། ད་འགྲིག་གི་རེད། ཁྱེད་རང་གིས་དེ་ལ་ཡར་ཆུ་ཁོལ་གྱི་དྲོད་ཚད་ཟེར་ལབ་པ་ཡིན་ན་འགྲིག་གི་རེད། ཆུ་ཁོལ་མ། ད་བྲོས་ཚད་བརྒྱ་ཐམ་པ་ལབ་པ་ཡིན་ན་འགྲིག་གི་རེད། ང་ཚོས་དེའི་འོག་དེ་ལ་ཀླད་ཀོར་ལབ་ན་འགྲིག་གི་རེད། ད་ང་ཚོས་བར་ཐག་གཅིག་པ་གཅིག་རྐྱང་གི་རྟགས་དེ་བརྒྱ་ཐམ་པ་བརྒྱག་གོ་ཆིག་གི་རེད། བྱས་ཙང་ང་ཚོ་ལ་རིན་པ་མི་འདྲ་བ་བརྒྱ་ཡོད་རེད། རིན་པ་བརྒྱ་ཐམ་པ་ཁྱེད་རང་ཚོས་རྒྱ་ཟུར་གི་དངོས་གྲངས་དེ་ག་རེ་ཡིན་མིན་ཤེས་གི་ཡོད་ཡིན་ད། ཨ་སྒོར་གཅིག་གི་རྒྱ་ཟུར་ག་རེད། Penny མར་བ། Cent། བྱས་ཙང་ང་ཚོས་དེ་ལས་ཡང་རྒྱ་རྩིས་རིན་པའི་བྲོས་ཚད་འཇལ་བྱེད་ལབ་དགོས་རེད། རྒྱ་རྩིས་རིན་པ་གང་ཡིན་སྲིད་ན། བརྒྱ་ཐམ་པ་དང་བརྒྱ་རྩིས་དེ་གཅིག་པ་རེད། དེ་ནས་ཡང་རིམ་པ་དེ་བརྒྱ་བྱས་ནས་ད་ང་རང་ཚོ་བརྒྱ་རྩིས་རིམ་པའི་དྲོད་ཚད་འཇལ་གྱི་ར་བ་རེད། བྱས་ཙང་དངོས་པོ་དེ་ཚོའི་དྲོད་ཚད་བརྒྱ་རྩིས་རིམ་པའི་ནང་འཇལ་རྒྱུ་རེད། དེ་འགྲིག་སོང་ཨ། ད་གལ་སྲིད་རང་དེ་གས་ནས་ཆུ་ཡོད་པའི་སྣོད་ཞིམ་པ་གཅིག་ནང་བླུགས་པ་ཡིན་ན། འང་དེ་ཚད་གཅིག་པ་ལ་སླེབས་དུས་ཁྱེད་རང་གི་དང་པོའི་དྲོད་ཚད་དང་གཅིག་པ་ཡིན་པ་དེ་ཤེས་ཀྱི་རེད་རེད་བ། བྱས་ཙང་དེའི་དྲོད་ཚད་འཇལ་བྱེད་ཀྱི་རེད་བ། རེད་དེ་ཨ་མི་རི་ཀའི་ནང་ལ་བརྒྱ་རྩིས་རིམ་པའི་དྲོད་ཚད་འཇལ་བྱེད་དེ་ལས་ཞན་པ་ཅིག་བེད་སྤྱོད་བཏང་གི་ཡོད་རེད་བ། གང་ཡིན་ཟེར་ན་གཞན་དང་བསྡུར་བ་ཡིན་ན་ཨ་རི་དེ་གསར་གཏོད་བྱེད་ཡག་ལ་གཞན་ལས་དང་དོད་ཆེ་བ་ཡོད་རེད་བ། ཨ་རི་བ་དེ་ཚོའི་ཚོད་ལྟ་དེ་ཡང་བརྒྱ་ག་འདྲས་ཆིག་རེད་ལབ་པ་ཡིན་ན། ཁོང་ཚོས་ག་འདྲས་ཞིག་རེད་ལབ་ཡིན་ན་ལྟ། དེ་དེའི་ནང་བླུགས་ནས་དེའི་མཚམས་དེ་ལྟག་ཞག་རེད། དེ་ལ་ཡང་ཀླད་ཀོར་ལགས་མ་རེད་ཁྱེད་རང་གིས་དེ་ལ་ཡང་གྲངས་ཀ་ག་རེ་ལབ་ཡིན་ན་འགྲིག་རེད། ཁྱེད་རང་དེའི་འགྲོ་སྟངས་ཚང་མ་གཅིག་པ་བཟོས་པ་ཡིན་ན་ཡིན་ད་ང་ལ་ཨང་ཀི་ཞིག་སྟེ་ཨ། སུམ་ཅུ་སོ་གཉིས། འགྲིག་རེད། ཧཱུྃ་དེ་ལ་ཡང་སུམ་སོ་གཉིས་རེད་བ། ཧཱུྃ། རེད། ཀླད་ཀོར་ལ་དམིགས་བསལ་ཞི་བོ་ག་རེ་ཡོད་རེད། ཧཱུྃ་ད་ཁྱེད་རང་གིས་དེའི་ཆུ་ཁོལ་མའི་ནང་བླུགས་པ་རེད་བ་སུམ་སོ་གཉིས་རེད་བེང་བེང་བེངས་ད་ཆུ་ཁོལ་མའི་ནང་བླུགས་ཡོད་ཙང་བེང་བེང་བེང་བེང་བེངས་བྱས་ནས་ཞི་བོ་ཞུ་གི་ཡོད་རེད། ད་བྱུག་བྱུག་བྱུག་ཡར་འཕར་རུང་གི་རེད་དེ་ལྟག་བརྒྱབ་བ། མི་ཚང་མས་དེ་ལ་རྒྱག་ལ་བཞག་གི་ཡོད་པ་ནང་བཞིན་ཁྱེད་རང་ཚོས་ཐེ་ཚོམ་ངང་ནས་རྒྱག་ལ་བཞག་གི་ཡིན་ན་བཞག་ཡིན་ད། དེ་ལས་སྒོ་ར་མང་པོ་རྒྱག་མར་ཁྱེད་རང་ཚོས་ང་ལ་གྲངས་ཀ་ག་རེ་ཡིན་པ་ཡིན་ནའི་ཅིག་སྤྲད་ཨ་ཡིན་ད་སྤྲད་ཨ། ཉིས་བརྒྱ་བཅུ་ད་གཉིས།
རང་ཉིས་བརྒྱ་བཅུ་གཉིས་ཉིས་བརྒྱ་བཅུ་གཉིས་རེད་བ། ཨོ་འགྲིགས། ད་ང་ཚོའི་དྲོད་ཚད་བཅད་རྗེས་དེའི་མིང་ལ་ག་རེ་ལགས་ཡིན་པ་ཨ་རིའི་དྲོད་ཚད་བཅད་རྗེས་རེད་བ་དེ་འདྲས་སུ་ལགས་ཡིན་པས་འགྲིགས་རེད་བ། དེ་གཞི་ལ་བཞག་བས་ན་ང་ཚོའི་ཆུའི་འཁོས་མཚམས་ཀྱི་འགྲིགས་རིགས་དེ་ཉིས་བརྒྱ་བཅུ་གཉིས་ཀྱི་མཚམས་ལ་སླེབས་ཡོད་རེད་བ། ད་ནང་བཞིན་ཆུ་འཁྱག་པགས་རྒྱག་ཡག་གི་འགྲིགས་རིགས་མཚམས་དེ་གསུམ་སོ་གཉིས་རེད་བ། འོ་ཡ། ད། ང་ཚོ་ལ་ཡང་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་གང་ཡིན་ཟེར་ན་ཁྱེད་རང་གིས་དེ་ལ་ཡང་བར་ཐག་གཅིག་པ་གཅིག་པའི་ཆ་སྙོམས་ཀྱི་རྟགས་ཅིག་རྒྱག་དགོས་རེད།

རང་ཚོ་ལགས་ངས་དངོས་གནས་རྩིས་ཚར་བ་ཡིན་བརྒྱ་དང་གྱ་བཅུར་བ། བརྒྱ་དང་གྱ་བཅུ། བྱས་ཙང་ཁྱེད་རང་ཚོ་རྟགས་བརྒྱ་དང་གྱ་བཅུ་ཡོད་རེད། ད་ཡིན་ན་ཁྱེད་རང་སུས་ཤེས་ཀྱི་ཡོད། བརྒྱ་དང་གྱ་བཅུའི་ཟུར་གྲངས་ག་ཚོད་ཡིན་པ། ཧྥ་རན། རེད་ཧྥ་རན་གཅིག་རེད་འཕྲུལ་ལས་འཆར་འགོད་པ་དེ་ཚོས་དེ་ཤེས་ཀྱིར་བ། བྱས་ཙང་ང་ཚོས་དེ་ལས་ཧྥ་རན་དྲོད་ཚད་བྱས་རྗེས་ལབ་གི་རེད་ཁྱེད་རང་ཚོས་ཧྥ་རན་རིམ་བྱེད་གོ་མྱོང་ངས། ང་ཚོས་དེ་ལས་ཧྥ་རན་དྲོད་ཚད་བྱས་རྗེས་ལབ་གི་མ་རེད་གང་ཡིན་ཟེར་ན་ང་ཚོས་ཚད་གཞི་དེ་གསར་གཏོད་བྱེད་མཁན་གྱི་མི་དེའི་མིང་གང་ལ་བཏགས་ཀྱི་རེད་བ། ཁོ་རང་ལ་ཡང་གུས་ཞབས་བྱས་ཆེད་དུ་མིང་དེ་ཁོ་རང་གང་བཏགས་རེད་ཧྥ་རན་རིམ་བྱེད་མ་རེད་ཁྱེད་རང་ཚོས་མི་དེའི་མིང་ཤེས་ཀྱི་བས། ཇེམ་སི་ཇེ།

Fahrenheit། རེད། ཧཱི་ཟེར་ནི་སེནྟི་གི་རེད་ཀྲི་ལས་གྲངས་ཆ་ཆེས་མང་བ་ཡོད་རེད་བ། དེ་འདྲ་ཡིན་དུས Fahrenheit བར་སྟོང་མང་བ་ཡོད་རེད། ཞིབ་ཚགས་ཡོད་རེད། བྱས་ཙང་དེ་གཉིས་དྲོད་ཚད་བྱས་ཡག་དེ་ཚོ་རེད། དེ་ནས་ཡང་གཞན་པ་ཅིག་ཡོད་རེད་དེ་དྲོད་ཤུགས་རིག་པ་སྦྱངས་པའི་སྐབས་ལ་ཡོང་གི་རེད། དེ་ལ་ཡང Kelvin Scale ལ་གི་ཡོད་རེད། Kelvin Scale དེ་ཡང་མི་ཅིག་གི་མིང་ནས་གླེང་ཡོད་རེད་བ། མི་དེའི་མིང་ག་རེད James ཆེ། Scale། དག་རང་རེད་ཁྱེད་རང་ཚོས་ཤེས་གི་འདུག་བ། དག་རང་རེད་འགྲིག་འདུག། བྱས་ཙང་དྲོད་ཚད་བྱས་ཡག་གི་ཆེད་དུ་ང་ཚོ་ལ་ལམ་མི་འདྲ་བ་འདི་འདྲ་འགྲོ་གི་ཡོད་རེད། དངོས་པོ་ཞིག་གི་ཆ་དུས་རེའི་འགུལ་ཐབས་ནུས་པ་ཆ་སྙོམས་བཟོས་ནས། འདི་ལ་ཡང་ཁྱད་པར་སྙིང་རྗེ་བོ་ཅིག་ཡོད་རེད། དྲོད་ཚད་དང་ནང་གི་ཚ་ཚད། དེ་གཉིས་གཉིས་ཀྱི་བར་ལ་ཡང། སྒྲ་ཡངས་པའི་དབང་དུ་བྱས་པ་ཡིན་ན་ནང་གནས་ཚ་ཚད། འདི་ང་ཆུང་དུས་ལྕགས་གསུམ་པོ་བཟོ་གི་ཡོད། བདུན་པའི་ཚེས་ཤེས་ཉིན་མོ་དེ་དྲན་གསོས་གི་འདུག་ཁྱེད་རང་དེ་དཔག་དུས། ལབ་དུས་ཤོག་བ་འོད་དེ་ག་ས་ག་འགྲོ་གི་ཡོད། མེ་སྟག་དེ་ཚོའི་ཚ་ཚད་ག་རེ་ཡིན་པ་ཤེས་གི་བས། Celsius དྲེག་རིགས་གཅིག་སྟོང་ལས་མང་བར་བ། དྲེག་རིགས་དེ་གཅིག་སྟོང་ལས་མང་བར་བ། དེ་ཚོ་ཚ་བོ་རེད་གྲང་མོ་རེད། ཚ། མ་རེད་མ་རེད་ཚ་ནས་འགོ་བཙུགས་ཨ། ཚ་བོ། ཚ་པོ་བྲེགས་སོ་ཨ། མེ་སྟག་དེ་ཚོ་ཧ་ལས་པའི་ཚ་པོ་རེད། བྲེགས་རིགས་གསལ་བཤད་སྟོང་ཕྲག་གང་ལ་རེད། ཕྲུ་གུ་དེ་ཚོས་མེ་སྟག་ལ་རྩེད་མོ་གཙོ་བོ་མཐོང་གི་ཡོད་བ་དེ་དུས་ཁྱེད་རང་ཚོ་ཨེ་ལྟོས་ད། མེ་སྟག་ཚང་མ་སྤུ་གུའི་གདོང་དང་ཁ་དང་མིག་དང་མགོ་དང་ཚང་མར་ཐོག་འགྲོ་གི་འདུག་རོ་ཨ་ཡིན་པ་ཡིན་ན་གལ་ཆེ་གི་མི་འདུག་ཨ། ཡིན་ད་སྤུ་གུ་དེས་ངུ་སྐད་རྒྱག་གི་འདུག་ཨེ། སྤུ་དེ་གང་ཡང་བྱས་མི་འདུག། ཡིན་ན་ངས་ཏོག་ཙི་གུ་ཨ་ལ་ཡིན། མེ་སྟག་དཀར་པོ་དང་ཚ་པོ་དྲོད་ཚད་ཧ་ལས་པའི་མཐོ་བོ་རོ་ཨ། དྲོད་ཚད་ཧ་ལས་པ་མཐོ་བོ་དེ་ཚོས་ཕྲུ་གུ་ལ་སྨྲས་སྐྱོན་གར་ཆེན་བཏང་གོ་མ་རེད། དེ་འདྲ་ཡིན་དུས་དེའི་དྲོད་ཚད་ཀྱི་གོ་དོན་ནང་ལོགས་ལ་འཁོད་ཡོད་རེད། ཆ་རྡུལ་རེ་རེའི་ནུས་པའི་བསྡུར་ཚད་དང་བག་ཆགས་ཡོད་རེད། ཆ་རྡུལ་དེ་ཚོ་རེ་རེ་ལའང་ནུས་པ་ཧ་ཅང་གི་ཆེན་པོ་བྱུང་ཡོད་རེད། མེ་སྟག་ཆུང་ཆུང་དེ་ཚོའི་ནང་ཆ་རྡུལ་མང་ཉུང་ག་ཚོད་ཡོད། ཞེ་དྲག་ཡོད་མ་རེད། བྱས་ཙང་ནུས་པ་ཆ་ཚང་གཏོང་མ་ཡིན་ན་ག་འདྲས་རེད། ཆེན་པོ་མ་རེད་པ། ཁོང་ཚོ་ལ་ཚ་ཡག་གི་འཚོ་བ་གླེ་ཡག་དེ་ལས་ཉུང་བ་ཡོད་རེད། སོང་ཙང་དྲོད་ཚད་ཚད་དེ་མཐོན་པོ་ཡིན་ནའི་ལས། ནང་གནས་ཀྱི་ཚ་ཚད་དེའི་ནུས་པ་དེ་ཧ་ལས་པའི་དམའ་བོ་རེད། བྱས་ལ་ང་རང་ཚོས་དེ་འདྲ་བོ་ཚོད་ལྟ་བྱེད་ཀྱིན་གདའ་གང་ཕུག་ཅིག་ངའི་གོ་ལ་འདི་འདྲས་སུ་དར་ནས་རེད་བ། ངས་རང་ཚོ་ལ་གང་ཕུག་དེ་ལ་ཡང་གློག་གི་ཤུགས་ཚད་སྟོང་ཕྲག་མང་པོ་ཡོད་རེད། ཡིན་ནའི་ང་ཚོས་ཧ་གོ་གི་རེད་གློག་གི་ཤུགས་ཚད་དེ་དེ་འདྲ་བོ། གློག་གི་ཤུགས་ཚད་དེ་གློག་གི་ནུས་ཤུགས་ཅིག་ཡིན་པ་རེད་བ། གློག་ཁུར་མང་པོ་མེད་ཙང་ཁྱོན་སྟོང་གི་ནུས་ཤུགས་དེ་ཆེན་པོ་ཡོད་མ་རེད། མེ་སྟག་ཆུ་མཆུ་དེ་ཚོ་ལ། མང་པོ་མེད་ཙང་ཆ་རྡུལ་མང་པོ་མེད་དུས་ཆ་རྡུལ་གྱི་ནུས་པ་ཚང་མ་བསྡོམས་པ་ཡིན་ནའི་ལས་སྟོང་པ་ཚིག་ཐུབ་ཡག་གི་ནུས་པ་དེ་ཡོད་མ་རེད། བྱས་ཙང་དྲོད་ཚད་དང། ནང་གནས་ཚ་ཚད་ཡང་ན་ནང་གི་ནུས་པ་གཉིས་ཀ་མི་འདྲ་བ་རེད། ཞོར་འཕྲོས་ལ་ཚ་ཚད་ཀྱི་གོ་དོན་དེ་ཕྱི་ལོགས་ཀྱི་སྤྱི་ཡོངས་གོ་དོན་དང་བྱས་པ་ཡིན་ན་ཏོག་ཙམ་མི་འདྲ་བ་ཡོད་རེད་བ། ཕྱོགས་ཞེན་པ་ཅིག་ནས་ང་ཚོས་ཚ་ཚད་དེ་དྲོད་ཚད་ཀྱི་སྣང་ཚུལ་དངོས་པོ་གཅིག་ནས་གཅིག་ཏུ་བརྒྱུད་པའི་ནུས་པ་ཞིག་ལ་བཤད་ཀྱི་ཡོད་རེད། བྱས་ཙང་ཚ་ཚད་དེ་ག་དུས་ཡིན་ནའི་ལས་གཅིག་ནས་གཅིག་ཏུ་བརྒྱུད་པའི་ནུས་པ་རེད། དངོས་ཁམས་རིག་པ་ཚོས་ཚ་ཚད་སྐོར་ལ་བཤད་དུས་གཅིག་ནས་གཅིག་ཏུ་བརྒྱུད་པའི་ནུས་པའི་སྒོ་ནས་འགོ་བཙུགས་ཡོང་གི་རེད། ནུས་པ་ཚང་མ་བཤད་དུས་ཁོ་ཚོས་ནང་གི་ནུས་པའི་སྒོ་ནས་བཤད་ཡོང་གི་རེད། ཆ་རྡུལ་རེ་རེའི་ནུས་པའི་སྐོར་ལ་བཤད་ཡོང་དུས་ཁོ་ཚོས་བསམ་ཚུལ་གཅིག་གང་ནས་འགོ་བཙུགས་ཡོང་གི་རེད་ཚིག་དེ་ག་རེད། ད་གྲོས་བསྡུར་བྱེད་ཨ། དར་དང་དྲ་ནས་འགོ་བཙུགས། ཡིན་ན་ཐབས་ཤེས་བྱེད་ཨ། དྲོད་ཚད། རོ་ཨ་དྲོད་ཚད་རོ་ཨ། ཁྱད་པར་དེ་ག་རེ་ཡོད་རེད་ལབ་པ་ཡིན་ན་དྲོད་ཚད་དེ་དིག་རིའི་ནང་ལ་བྱེད་ཀྱི་ཡོད་རོ་ཨ། ཚ་ཚད་དེ Calories ནང་ལ་ཡང་ན Joules ནང་ལ་དེ་འདྲ་མ་རེད་པས་རོ་ཨ། དངོས་པོ་མི་འདྲ་བ་ཡིན་དུས་ཚ་བོ་ཆགས་ཚད་ཀྱང་མི་འདྲ་བ་ཡོང་དགོས་རེད། ཁྱེད་རང་གི་ནང་ལ། དེ་ལ་ཡང་ཐབས་ཅི་ཡོད་རེད། གལ་སྲིད་ལོག་ཐབས་ཡིན་ན་སྨྲ་བོ་ཆེ་བག་ཡོད་པ། ཁྱེད་རང་གིས་ཚད་ལངས་སུས་ལངས། ཚད་ལངས་དེ་ཁེལ་ནས་ཐབས་གང་བདེ་བྱ། ཀོ་ར་ཅིག་གོ། ཚུར་ཡོང་ནས་ཁྱེད་རང་ལག་པ་དེ་དེ་ག་ལ་བཞག། ཨོ། ཁྱེད་རང་ལག་པ་དེ་རེ་ཚིག། ལག་པ་ལ་ཁབ་རྩག་བརྒྱབ་པར་བ། ཁྱེད་རང་ལག་པ་སུས་སུས་བརྩིགས་པ་རེད། ཁྱེད་རང་གིས་ཚད་ལངས་ད་ག་རང་ཁེལ་ནས་ད་རེ་དེ་ལ་ཆུ་དེ་ཡི་ཚུར་བླུགས་བྱས་དེ་འདྲས། ད་ཆུ་བླུགས་པའི་ཚད་ལངས་དེ་ཡི་ཚུལ་ཁེལ་ནས་ཐབས་གང་བདེ་བྱ། ཀོ་ར་ཅི་ཁབ་ཁ་བ་ཅི་ལེ་བ་ཆེར་བ། ཏུ་ལུ་ལུ་ལུ་ལུ། ཨོ་སུ་ཡིན་ན་ཨོ། དེ་ཡང་ང་མོ་ཧོ་མོ་ཧོ་ཁྱེད་རང་དེ་ཧོ་མོ་ཧོ། དེ་ནས་ཀ་མ་ཁ་ཤས་བྱས་ནས་ཁྱེད་རང་དེ་འདྲ་ཚུལ་ཡོང་རོ་བ། ཁྱེད་རང་ལག་པ་བཅུས་ན་ལུ། ཨོ་ཨོ། གས་ཡོད་མ་རེད། ཡོད་མ་རེད། དེ་གས་ཡོད་མ་རེད། ཁྱེད་རང་གས་དེ་བྱེད་འདུག་གི་རེད་བྱེད་འདུག་གི་རེད་དེ་གས་མི་འདུག་ཨ། ད་ངས་ཁྱེད་རང་ཚོར་དྲི་བ་བྱོས་ད། ཁྱེད་རང་ཚོས་བལྟས་པ་ཡིན་ན་དེ་གཉིས་ལས་ནང་གི་ནུས་པ་ག་གི་མང་བོ་ཡོད་རེད། དེ་གཉིས་ག་གིས་ཚ་ཚད་མང་བོ་བླངས་ཡོད་རེད། ཚད་བླངས་སྟོང་པ་དེ་རེད། ཡང་ན་ཆོས་ལུགས་ཡོད་པའི་ཚེ་ལངས་ཏེ་ཁྱེད་རང་ཚོས་བྱས་པ་ཡིན་ན། བསམ་བློ་གཏོང་ཨ། ངས་ཁྱེད་རང་ཚོར་དྲོད་ཚད་ག་གི་ཐོབ་མིན་སྐད་ཆ་དྲིས་མེད་ད་དྲི་བ་གཞན་པ་ཅིག་དྲི་གི་ཡོད་རེད་བ། ངས་ལབ་ཡ་ལ་ག་གིས་ཚ་ཚད་མང་བ་དེ་བླངས་ཡོད་རེད། ཁྱེད་རང་རོགས་པས་ལབ་ཡ་ལ། ཁྱེད་རང་ཚོ་ལན་དེ་ག་རེད། ད་ག་རང་ད་ག་རང་ཆུ་དེ་རིགས་ཆུ་དེའི་ཚ་ཚད་མང་བ་འཐེན་ཡོད་རེད། གར་ཆས་ནི་ཡིན་པ་ཧ་གོ་སོང་ངས་ཚ་བོ་མེད་པ། མ་ཟད་དྲོད་ཚད་དེ་ཡང་ཚ་བོ་ཞེ་དྲག་མེད་པ། བྱས་ཙང་དངོས་པོ་ཁ་ཤས་ཀྱི་ཚ་ཚད་དེ་ཧ་ལས་པའི་མང་པོ་འཐེན་ཁོ་རེད། དྲོད་ཚད་ལ་ཡང་འགྱུར་བ་དེ་ཆུན་ཆུན་ཞིག་ཕྱིན་པ་ཡིན་ནས་ལས། ལྕགས་ལ་མཚོན་ན་ཚ་ཚད་ཏོག་སུ་བཏང་པས་ཡིན་ནས་ལས་དྲོད་ཚད་ཧ་ལས་པའི་འཕར་གི་རེད། ཡིན་ནས་ཆུ་ལ་དྲོད་ཚད་མཐོ་པོ་སླེབས་པ་ལ་ཚ་ཚད་དེ་ཧ་ལས་པའི་མང་པོ་བཏང་ངོ་རེད། དེ་གར་ཆས་ནས་རེད་ལབ་པ་ཡིན་ན་དྲོད་ཚད་དེ་ངེས་པར་དུ་ཆ་རྡུལ་ལ་འཕགས་ཚུལ་འཁྱུད་འགྲེལ་བྱས་ནས་ཡོང་གི་ཡོད་ཙང་རེད། ཁྱེད་རང་གིས་ལྕགས་ཚ་བོ་བཟོ་པའི་སྐབས་ལ་ཡང་དེའི་ནང་གི་གློག་རྡུལ་ཆུ་འཇུག་དེ་ཚོ་རྒྱབ་མདུན་ལ་མགྱོགས་པོ་སྒུལ་བ་དེ་གིས། ཆ་རྡུལ་དེ་ཚོ་རྒྱབ་མདུན་ལ་སྒུལ་ནས། གནས་སྟབས་ནུས་པ་ཐད་ཀར་ཇེ་རྒྱུག་གིས་དྲོད་ཚད་མགྱོགས་པོའི་ངང་ནས་མཐོ་རུ་འགྲོ་གི་ཡོད་རེད་བ། ཡིན་ནས་ཁྱེད་རང་གིས་ཆུ་ཚ་བོ་བཟོ་བའི་སྐབས་ལ་ཡང་ཆུ་དེ་ལ་ཡང་གཞན་དང་མ་འདྲ་བའི་ཁྱད་པར་ཡམ་ཆེན་པོ་བྱེད་ཡོད་རེད་ཆུ་དེ་རྒྱབ་མདུན་ལ་སྒུལ་བ་གཅིག་པོ་ཙམ་མ་ཡིན་པར་ཕྱི་དང་ནང་ཕྱི་དང་ནང་འདི་འདྲ་བྱས་གཉིས་བསྐུམ་རྒྱག་གི་རེད་ཆུའི་ནང་ལ་ག་རེ་ཡོང་གི་རེད་ལབ་པ་ཡིན་ན་འཁོར་སྐྱིད་ཀྱི་རྣམ་པ་དེ་འདི་འདྲ་བྱས་ནས་ཡོང་གི་རེད། ཡང་རླུང་གི་འབྲས་དག་གིས་དེ་ཚང་མ་དང་པོར་བསྡམས་ཡོད་ཙང་དེ་ཚོ་དར་གུད་ཏོག་ཙམ་མ་གཏོགས་བྱིང་མ་རེད་རེད་དེ་དེ་ཚོའི་ནུས་པ་མི་མངོན་པའི་ཚུལ་དུ་ཡོད་རེད། བྱས་ཙང་དྲོད་ཚད་ཇེ་ཡག་གི་ཚད་གཞི་དེ་ལམ་སང་དེ་འདྲའི་ཞེ་ཡག་འགྲོ་གི་མ་རེད། དེ་འདྲ་ཡིན་དུས་ཆུ་ལ་ཚ་ཚད་མང་པོ་ཞིག་བཏང་བ་ཡིན་ནའི་དྲོད་ཚད་ཏོག་ཙམ་མ་གཏོགས་འཕར་གི་མ་རེད། ང་ཚོའི་ཆུ་ལ་ཡང་དྲོད་ཚད་ཏོག་ཅིག་ལས་མེད་པ་ཡིན་ནའི་ཚ་ཚད་དེ་ཧ་ཅང་ཆེན་པོ་ཞིག་སིམ་ཉག་བྱས་ཡོད་རེད་ལབ་ཐུབ་གི་རེད། ང་ཚོས་ཚ་ཚད་བྱེ་བྲག་པོ་ཅིག་སྐོར་ལ་བཤད་ཀྱི་ཡོད་རེད། དངོས་ཁམས་རིག་པ་ཚོས་ཆུ་ལ་ཚ་ཚད་བྱེ་བྲག་པོ་ཅིག་ཡོད་པ་བཤད་ཀྱི་ཡོད་རེད། དེའི་དུས་ཡང་ལ་ཚ་ཚད་ཆེན་པོ་འཐེན་དགོས། དྲོད་ཚད་ཆུང་ཆུང་ཅིག་གི་ནུས་པ་ལ་བརྟེན་ནས། དེ་ཡིན་དུས་གླང་གོག་གྲངས་སུ་ཁྲུས་བྱས་ན་ཆུ་བེད་སྤྱོད་སྟངས་གོ་རེད། ཆུ་དེའི་གར་ཆག་ནི་བེད་སྤྱོད་སྟངས་གོ་རེད་བསམ་གི་འདུག་དེ་གའི་གླང་གོག་ནང་གི་ཚ་ནུས་བླངས་རྗེས་ལྕགས་དེ་ཚོ་བཞུ་བཅུག་གི་ཡོད་མ་རེད་བ། བྱས་ཙང་ཆུ་ཉུང་ཉུང་ཅིག་མིན་ནས་ཚ་ནུས་ཧ་ལས་པའི་མང་པོ་འཐིང་གོ་རེད། དྲོད་ཚད་གློ་བུར་དུ་འཕར་ན་ཤུག་ལབ་དུས་ཁྱེད་རང་གང་ཐོག་གི་མ་རེད་བ། ཆུ་གྲམ་གཅིག་ཡིན་པ་ཡིན་ནས་ལས་དེའི་དྲོད་ཚད་ཀྱི་ནུས་པ་དེ་གའི་ཀེ་ལོ་རི་མང་པོ་ཞིག་འཐེན་ཐུབ་གོ་རེད། དེ་འདྲས་ཡིན་པ་ཡིན་དུས། སྒྲིག་རིགས་གཅིག། སྒྲིག་རིགས་གཅིག་གི་དྲོད་ཚད་མ་གཏོགས་དེ་ལ་ཡང་འགྱུར་བ་ཐེག་ཐུབ་མ་རེད། རྒྱ་རྩིས་རིམ་པའི་སྒྲིག་རིགས་གཅིག་ཆུའི་ཚ་ཚད་བྱེ་བྲག་པ། རྒྱ་རྩིས་རིམ་པ་ལ་གྷ་རམ་གཅིག་ལ་ཁལ་ལོ་རི་གཅིག། བྱས་ཙང་ཆུའི་ཚ་ཚད་འཐེན་ཡག་དེ་དངོས་པོ་གཞན་དང་བསྡུར་བས་ན་ཆེན་པོ་རེད། ཨང། ཁྱེད་རང་གིས་ཀློག་སྟབས་གཅིག་ནང་ལག་པ་བརྒྱུས་ནས་དེ་འདྲས། ལ་ཤུགས་མེད་པར་ཀློག་སྟབས་ནང་ནས་གནོད་བྱེད་དེ་དེ་འདྲས་བྱས་ནས་མར་བླངས། དགོང་དྲོའི་ཁ་ལག་གི་དུས་ལ། ཡིན་ནའི་ཁྱེད་རང་གིས་དེ་ཡུན་རིང་པོ་འཇུ་ཐུབ་མ་རེད། རང་གས་དེ་ཁེལ་ནས་མགྱོགས་པོ་མར་བཞག་པ་ཡིན་ན་ལག་པ་ལ་གལ་ཆིག་མ་རེད། དེ་གའི་སྟོན་ཡག་དེ། ཆུ་ནང་བཞིན་ཧ་ཡང་གནོད་བྱེད་ཀྱི་དྲོད་ཚད་མཐོ་བོ་འཕར་བ་ལ་ཚ་ཚད་མང་པོ་འཐེན་གྱི་ཡོད་མ་རེད་ཆུ་དེ་གང་ལས་མང་བ་འཐེན་གྱི་རེད་དཔེ་ཆ་བཞག་ཡོད་ན་ང་ཚོས་ཁ་ལག་ཁ་ཤས་དཀའ་ངལ་མེད་པའི་ཐོག་ནས་ཚ་བོ་ཚ་བོ་ལ་ཟ་ཐུག་རེད། དེའི་ནང་ལ་ཡང་ནུས་པ་མང་པོ་ཡོད་མ་རེད། དམིགས་བསལ་གྱི་ཁུ་བ་ཡོད་པའི་ཁ་ལག་དེ་ཚོ། དཔེར་ན་ཀུ་ཤུ་སོགས་བླུགས་པའི་ཁུ་རའི་བག་ལེབ་ལ་སོ་བརྒྱབ་ཡོད་ན་ཁ་ཚིག་གིར་བ། གང་ཡིན་ཟེར་ན་བག་ལེབ་དེ་ལ་ཡང་དྲོད་ཚད་མཐོ་བའི་ནུས་པ་ཧ་ལས་པའི་མང་པོ་ཡོད་རེད། དཔེར་ན་ཐང་གིག་གི་གནོད་བྱེད་དེ་དག་དུར་བ་ཡིན་ན་རུ་བ། གཉེན་སྒྲིག་སྟག་གིག་དག་གིས་ཟ་དུས་འདྲ་བོ། དངོས་པོ་མི་འདྲ་བ་ལ་ཚ་ཚད་ཀྱང་མི་འདྲ་བོ་ཡོང་གི་ཡོད་རེད། ངའི་དྲན་ཡག་ལ་ཆུ་ལ་ཚ་ཚད་མཐོ་པོ་ཡོད་པ་ཆུང་དུས་ནས་ཤེས་ཀྱི་ཡོད། ང་རང་བོ་སི་ཀྲོན་གྱི་གྲོང་ཁྱེར་དྷ་ལ་ཡར་འཚར་ལོངས་བྱུང་བ་རེད་དེ་ལ་ཡར་ལོ་ཟླ་དགུན་ཁ་ཤགས་དུས་ཧ་ལས་པའི་གྲང་མོ་རེད། ང་ཚོའི་ནང་ལ་ཡར་དྲོད་གཏོང་ཡོ་བྱད་གཅིག་མ་གཏོགས་ཡང་མ་རེད་དེ་ཐོག་ཁའི་ཁྲུས་ཁང་དེའི་ནང་ལ་ཡོད་རེད། ཉལ་ཁང་ཚང་མ་ཧ་ལས་པའི་གྲང་མོ་ཡོད་རེད་ཚ་དྲོད་འོག་གང་ནས་བརྒྱུད་དེ་ཡར་ཡོང་གི་རེད་དེ་འདྲ་ཡིན་དུས་བརྒྱུད་རིམ་དེ་ལ་ཡང་ང་ཚོས་དྲོད་ཕོ་གཏོང་ལ་གི་ཡོད་རེད། ཧཱ། ཡང་ན་དྲོད་གཏོང་ཡོ་བྱད་དེ་གའི་ཁང་པ་ཚང་མའི་ནང་ལ་ཡར་དྲོད་ཉུང་ཉུང་ཞིག་བཏང་གི་རེད། གང་ལྟར་ཧ་ལས་པའི་གྲང་མོ་ཡིན་ནའི་མཚན་མོ་དེ་སྐྱེལ་ཡག་གི་ཐབས་ཤེས་དེ་ང་ཚོ་ལ་ཡོད་རེད། གང་ཡིན་ཟེར་ན་ངའི་ཨ་མ་ལགས་ཀྱི་འོག་ཁང་གི་ཐབ་ཚང་ནང་ལ་ཆུ་སུམ་ཆེན་པོ་གཅིག་གི་ནང་ལོགས་ལ་ཆུ་བརྐོས་ཀྱི་རེད་དེ་འདྲ་ཆེ་ཆེན་པོ་གཅིག་རེད་ཆུ་སུམ་ཡིན་ས་མ་རེད་ཕལ་ཆེར་གླ་མཁར་ཡིན་ས་རེད་ག་རེ་ལ་གི་བ་རང་ཚོས་ཧ་གོ་གི་རོ་ཨ་གླ་མཁར་གླ་མཁར་རེད་ད་གླ་མཁར་ཆུ་རྐང་པའི་གླ་མཁར་དེ་ཡག་ཁོད་ཡག་ལ་དུས་ཚོད་མང་པོ་འགོར་གི་རེད་དེ་ཡག་ཁོད་ཡག་ལ་དུས་ཚོད་འགའ་རོགས་རེད་ད་ང་ཚོས་ཆུ་ཁོལ་མ་དེ་ནས་ཆུ་དམ་ནང་ཚུད་བླུག་གི་རེད་ང་ཚོས་དེ་ལ་ཡག་ཆུ་ཚ་བོ་བླུག་པའི་དམ་བི་ཟེར་དེ་འདྲས་ལབ་གི་ཡོད་དམ་བི་དེའི་འདམ་བག་བཟོས་པ་ཡིན་དུས་རྫ་མ་འདྲ་བོ་ཡོད་རེད་ཁོ་རང་གིས་ཆུ་དེ་ཡག་ཁ་མཐོ་བོ་བླུག་གི་རེད་གལ་སྲིད་དེའི་ཐོག་ལ་རྐང་པ་བཞག་ཡོད་ན་བརྩིགས་གི་རེད་བྱས་ཙང་དེ་ལ་ཨ་ཅོག་བྲིས་ཡོད་རེད། དེ་ནས་དེ་ཐོག་ཁའི་ཉལ་ཁང་ལ་ཡར་ཁས་ཁྱེད་རང་ཉལ་ཁྲིའི་རྐུབ་དེ་བཞག་ད་ཁྱེད་རང་རྐང་པ་དེ་ལ་བཅའ། ང་ཚོ་ལ་ཡང་གཏམ་དཔེ་རྙིང་པ་བྱོས་ར་བ་ཁྱེད་རང་རྐང་པ་བྲོས་ན་ལུས་བྲོས་གི་རེད་ར་བ། གལ་སྲིད་ང་ཚོ་ཉལ་བའི་སྐབས་ལ་ཡང་རྐང་པ་དྲང་མོ་ཡིན་པ་ཡིན་ན་མཚན་གང་ཁྱེད་རང་གཉིད་ཁུག་ཐུག་མ་རེད། ཡིན་ནས་ཁྱེད་རང་གི་རྐང་པ་དེ་ཆུ་ཚ་བོའི་ངང་བཞག་བས་ན་དེ་འགྲིག་འགྲོ་གི་རེད། དེ་ནས་མཚན་གྱི་དཀྱིལ་དེ་ལ། རང་གི་ཆུ་དམ་དེའི་དྲོད་འཇམ་ཆགས་འདུག་ན་ད་ཨ་ཅོག་དེ་ཕར་བཤུས་ནས་ར་བ་ཆུ་དམ་དེའི་སྒང་ལ་རྐང་པ་དེ་འདྲ་བྱས་ནས་ཕར་བཞག་དེ་འགྲིག་གི་རེད་ད་མཚན་གང་དེ་འདྲ་བྱས་ཁྱོད་འགྲོ་གི་རེད་འགྲིག་སོང་ཨ། དེ་དུས་ངའི་དངོས་ཁམས་སྐོར་ལ་གལ་ཤིང་མེད། རྗེས་ལ་ངས་འདི་འདྲའི་ཆེད་བསམ་བློ་བཏང་ཡོང་དུས་ཆུ་ལ་ཚ་དྲོད་འདུས་ཚད་དེ་ཧ་ལས་པའི་མཐོ་པོ་རེད་བཞག། ཁལ་ལོ་རི་ཧ་ལས་པའི་མང་པོ་ཡོད་པ་ཆེ་ཆུ་དམ་དེའི་ཆུ་ལས་ཡ། ཁལ་ལོ་རི་འདི་ཚོ་འདི་འདྲའི་ཆེ་ནས་ག་ལས་ག་ལས་ངའི་རྐང་པར་འདི་འདྲའི་སྟངས་ཡོང་གི་རེད་སྙིང་རྗེ་བོ་འདུག་ཨ། བྱས་ཙང་ཆུ་ལ་ཚ་དྲོད་འདུས་ཚད་དེ་མཐོ་པོ་ཡོད་རེད། ཆུའི་ཚ་ཚད་འདུས་ཚད་མཐོ་པོ་དང་འཛམ་གླིང་ཁྱོན་ཡོངས་ཀྱི་དྲོ་གྲང་དང་རང་བཞིན་གནམ་གཤིས་མི་འདྲ་བ་བྱུང་བ་ལ་འབྲེལ་བ་ཏན་ཏན་ཡོད་རེད། དེ་ལ་ཡང་འཛམ་གླིང་ཧྲིལ་པོ་བརྗོད། ད་དེ་ལ་གཅིག་ལྟོས་ཨ། ང་ཚོ་དབྱིན་ཡུལ་ལ་ཕྱིན་པ་ཡིན་ན། དབྱིན་ཡུལ་བསྡད་འདུག་ཨ། དབྱིན་ཡུལ་ལ་དབྱར་ཁ་ཕྱིན་པ་ཡིན་ན། དབྱིན་ཡུལ་ལ་དབྱར་ཁའི་གནམ་གཤིས་དེ་ག་འདྲས་འདྲ་བོ་ཅིག་ཡོད་རེད་ཡིན་ད། ཨོས་འདྲ་བོ། ད་འགྲིག་ཙམ་འདྲ་བོ་ཅིག་ཡོད་རེད་རེད་བ། རེད་དེ་དབྱིན་ཡུལ་ནང་ལ་ཉི་མའི་འོད་དེ་ཞི་རག་རག་གི་མ་རེད་ད། གང་ཡིན་ཟེར་ན་ཁྱེད་རང་མཛུབ་མོ་དེ་དབྱིན་ཡུལ་ལ་བཙུགས་ནས། དེ་འདྲས་སུ་སྐོར་ར་རྒྱབ་པ་ཡིན་ན། བྱུང་མ་སོང། ཁྱེད་རང་དེ་འདྲའི་ཚུལ་ལས་བལ་བྲོ་ལེགས་རེད། ཁྱེད་རང་ཚོས་བྱས་པའི་ནས་ལར་པེ་ཏྲོ་ཀའི་ཧ་སིན་ཚུགས་ཁུག་དེའི་རྣམ་ཤེས་དེ་ག་འདྲས་ཡོད་རེད། ཁྱེད་རང་ལབ་པ་དེ་ཏག་ཏག་ཡིན་མིན་ཞིག་མར་ལྟོས་སུ་ལྟོས་ཅོར་བ་ཡིན་ནའི་རང་ཚོའི་ལབ་ན་འགྲིག་རེད་གར་དྲ་ནས་འགོ་བཙུགས་མང་ནས་འཇུག་དུས་འོང་དག་རང་དྲང་མོ། ཧ་ལས་པའི་དྲང་མོ་ཡོད་རེད་འདི་ལ་དེ་ག་རང་ལ་རོ་བ་ཡིན་པ་ཡིན་ནའི་ལས། ས་ཆ་དེ་དབྱིན་ཡུལ་དང་ཁྲི་ཐིག་གཅིག་གི་འོག་ལ་རེད། གར་ཆས་ནས། དབྱིན་ཡུལ་དེ་ག་རེ་སྐོར་ཡོད་རེད། ཆ་ནས་འགོ་བཙུགས། དག་རང་ཆུ། ཆུ་ལ་ཡ་ཚ་དྲོད་འདུག་ཚད་དེ་ཧ་ལས་པའི་མཐོ་པོ་རེད། དེ་འདྲས་རོ་བ། ཆུ་དེ། དཀྱིལ་ཐིག་གི་མཚམས་ནས་ནས་དེ་འདྲས་སུ་བྱས་ནས་ཚ་བོ་བཟོས་ཡོང་དགོས་རེད་རོ་བ། ཆུ་དེ་ལོ་ཟླ་འདི་འདྲའི་ཆེ་ནས་ཚ་བོ་ཟོས་བསྡད་གི་རེད། ཆུ་དེའི་བྱང་ཕྱོགས་ལ་དེད་ནས་འགྲོ་གི་རེད་དེ་ལ་མཚོ་ཁུག་རྒྱུག་ཆུ་ལགས་རེད་ཕལ་ཆེར་དེའི་གཡས་གཡོན་གྱི་མིའི་མིང་བཏགས་ཡོད་ཀྱི་རེད། ཆུ་དེའི་བྱང་ཕྱོགས་ལ་དེད་འགྲོ་གི་རེད། ཡིན་ད་ག་ཚོད་ཀྱི་ལག་ཡིན་པ་ཆུ་དེ་ལམ་སར་དྲང་མོ་ཆགས་ཀྱི་རེད། མ་རེད་མ་རེད་མགྱོགས་པོ་དེ་འདྲ་དྲང་མོ་ཆགས་གི་མ་རེད། ཆུ་དེ་དེ་ནས་ཡར་དེ་འདྲའི་ཆེ་ནས་བརྒྱུད་དེ། བྱང་ཨེད་ལན་ཀྲིག་སླེབས་དུས་ཆུ་དེ་དེ་འདྲའི་ཆེ་ད་དེད་ཀྱི་རེད། དེ་ནས་དེ་སླེབས་དུས་དྲང་མོ་ཆགས་འགྲོ་གི་རེད། ནུས་པའི་རྣམ་པ་དེ་ཉར་ཚགས་བྱེད་ཚུལ་དེ་རེད། ད་ཆུ་དེ་དྲང་མོ་ཆགས་འགྲོ་གི་རེད་ལབ་པ་ཡིན་ན། དེའི་དོན་ཡར་ལ་ཞེན་པ་ཅིག་ཡར་ལངས་ཡོང་གི་ཡོད། དར་དང་ཁྲ་ནས་འགོ་བཙུགས། བྲོས་ལས་པ་ད་ག་རང་ད་ག་རང་དེར་བ། བྱས་ཙང་ཆུ་དེའི་གྲང་རུ་ཕྱིན་པ་དང་ཚ་དྲོད་གཞན་ལ་འགྲོ་གི་རེད་དེ་རླུང་ཁམས་ནང་འགྲོ་གི་རུ་བ། ཁྲི་ཐིག་གང་ལྷག་པ་དེ་འདི་འདྲས་སུ་ནུབ་ཕྱོགས་ལ་རྒྱུག་གི་ཡོད་རེད་ལྷག་ཕྱོགས་དེ་འདི་འདྲས་སུ་ཕྱིན་ནས་དབྱིན་ཡུལ་གི་ས་ཆ་ལ་བྲོས་ལ་འགོ་རེད། སྙིང་རྗེ་ལེགས་པར་དཀྲོལ་ལྟོས་ཨ། འདི་ཕྱོགས་ལ་ཡོད་པའི་ས་ཁུལ་ཚང་མ་སེ་སྐ་ཆུ་བ་ན་དེའི་སྒང་དེ་ཡོད་རེད་དེའི་སྒང་དེ་ལ་དེ་ལ་ཡང་ཆུ་ཡོད་མ་རེད་དྲང་མོ་ཆ་ཡག་གི་ཆུ་འགོ་རུ་ཡོད་མ་རེད། ངས་ཁས་ལེན་གི་ཡིན་ཧ་སེན་སུ་ཁུག་གི་འདི་ཕྱོགས་དེ་ལ་ཡང་ཁྱེད་རང་ཚོ་ལ་གནམ་གཤིས་ཡག་ཡོད་རེད་དྲོ་བ་ཡོད་རེད། ཧ་སན་ཚོ་གུག་འདི་ཕྱོགས་ལས། གང་ཡིན་ཟེར་ན་རླུང་འདི་ཕྱོགས་སུ་དཀྲུག་བོ་རེད། སན་ཧྥན་སིས་ཀོ་ལ་ཡང་གཅིག་པ་རེད། སན་ཧྥན་སིས་ཀོ་ནང་ལ་ཤིང་རྟ་ལ་ཡོད་རེད། སན་ཧྥན་སིས་ཀོ་གི་ཁྲི་སྟེགས་གཅིག་པའི་སྒང་ལ། ཝ་ཤིང་ཏོན་ཏི་སི་ཡོད་རེད། ཧ། ཡིན་པ་ཡིན་ན་སེའུ་མ་དག་སྐྱེ་ཐུབ་འོང་བ་མ་རེད། ཤིང་རྟ་ལ་དེ་ཡོད་མ་རེད། ཡོད་པ་ཡིན་ནའི་ལས་བ་ཤིང་རྟ་འདྲུད་སའི་གི་དྲོད་འགའ་དེ་ཚོ་གི་ཁྱམས་རའི་ནང་ལ་མ་གཏོགས་ཡོད་མ་རེད་དེ་ཧག་སོང་ཨ། ཡིན་པ་ཡིན་ནའི་སན་ཧྥེན་སིས་ཀོའི་ནང་ཤིང་རྟ་ལ་ཡོད་རེད། དེ་གར་ཆེན་རེད་རྒྱ་ཁྱོན་གཅིག་པ་དང་ཉི་འོད་གཅིག་པ་ཁྲི་ཐིག་གཅིག་གི་ནང་ལོགས་ལ། གང་ཡིན་ཟེར་ན་དེ་ལ་ཡང་མཚོ་རླབས་ཡོད་རེད་བ་ཨོ་མཚོ་རླབས་མ་རེད་མཚོ་རླབས་མ་རེད། དེ་ལ་ཡང་རྒྱ་མཚོ་ཡོད་རེད་བ། རྒྱ་མཚོ་དེ། ག་དུས་ཡིན་ནའི་ལས་དགུན་ཁ་ཏིགས་མ་གྲང་འགྲོ་གི་ཡོད་རེད། རླུང་སྐམ་ལ་ག་རེད། དེ། དར་དྲ་ནས་འགོ་བཙུགས། དྲོད་ལངས་བ་རེད། དག་རང། གལ་སྲིད་ལྷག་པས་དེ་ནས་ཕག་དེ་བས་ན་ས་ཆ་ག་དུག་རེད། ཁ་ནས་འགོ་བཙུགས།

Iceland Iceland དེ་གང་འདུག་ཨ། དེ་ལས་ཧ་ལམ་དྲོད་ཚད་གཅིག་པ་དེ་གི་རེད་ལོ་ཧྲིལ་པོའི་རིང་ལ། ཧུམ། དེ་ཚང་མ་ཆུས་བསྐོར་ཡོད་རེད་དེར་བ། རྣམ་ཤེས་གྲང་མོ་ཡོད་དུས་ཆུ་གྲང་ར་འགྲོ་གི་དེ་གི་ཚ་བོ་ཟོས་ཡོང་དགོས་རེད། ཚ་བོ་ཆགས་ཡོད་དུས་ཆུ་དྲོན་མོ་དེ་གི་རྣམ་ཤེས་བསིལ་རུ་གཏང་གི་རེད། བྱས་ཙང་ཆུ་དེ་བར་སྡུམ་གི་ལས་ཀ་འདྲ་བོ་བྱེད་དགོས་རེད། ཆུ་ལ་ཡང་ཚ་དྲོད་འདུས་ཚད་མཐོ་བོ་ཡོད་པ་དེ་ཧ་གོ་དུས་ཁྱེད་རང་ཚོ་སྐྱིད་བོ་བྱུང་མ་ཟེར། ཧུམ་ང་རང་ཚོ་དེ་ཚེ་འཛམ་གླིང་ལ་བྲེལ་བ་ཆེན་པོ་འདུག་ཨ། ད་ཆུའི་སྐོར་ལ་སྙིང་རྗེ་པོ་ཞེན་པ་ཅན་ཡང་ཡོད་རེད། དེ་འདྲ་ཡིན་དུས་ཆུ་དེ་གཞིར་བཟུང་ནས་ས་ཟུག་ལུ་ཕག་འགྱུར་བའི་སྐབས་ལ་ཁོ་རང་ལ་ཁྱད་ཆོས་མི་འདྲ་བ་བྱེད་རེད། དེ་ག་རེ་ལ་བས་ན་ཁོ་རང་ཕག་རྒྱ་སྐྱེས་འདུག་རེད། དེ་ཧ་གོ་སོང་ཨ། ཧཱ། འཁྱག་ལྤགས་དེ་ཚོ་ཆུའི་ཁང་ལ་གཡེང་བསྡད་ཀྱི་འདུག་ཨ། གར་ཆེན་རེད། ཆུ་དེ་འཁྱག་ལྤགས་ཆགས་ཡིན་དུས་དེ་འདྲ་བྱས་ནས་ཡར་འབོད་ཡོང་གི་རེད། འཁྱག་ལྤགས་དེ་ཚོ་ཕྱི་ལ་འབོད་ཡོང་གི་རེད། གར་ཆེན་ནས་དེ་འདྲ་བྱས་ནས་ཆགས་འགྲོ་གི་རེད། ཁ་བའི་དྭངས་མ་དེ་མཐོང་མྱོང་ཡོད་པས། ད་རིང་སློབ་གྲྭ་གྲོལ་བའི་རྗེས་ལ་ཕྱི་ལོགས་ཕྱིན་ནས་ཁ་བའི་དྭངས་མ་དེ་བྱུས་ཨ། ཁྱེད་རང་གི་བུ་ཐུང་ངང་ལྷུང་བྱུང་གལ་སྲིད་དེ་ནག་པོ་ཡིན་ན་ཁྱེད་རང་གིས་དེ་ག་ལ་ཡག་པོ་བྱས་དེ་འདྲས་བལྟས་དུས་ཨོ་ཁ་བའི་དྭངས་མ་འདི་ལ་ཡང་ཟུར་ངོས་འདི་འདྲས་བྱས་ནས་དྲུག་འདུག། འདི་ལ་ཡང་ཟུར་ངོས་དྲུག་འདུག་ཨོ་དེ་ཚང་མ་ལ་ཟུར་ངོས་དྲུག་འདུག་གར་ཆས་ནི་ཡིན་ན། གྲོགས་པོ་ལབ་ཡ་ལ། ཕལ་ཆེར་དེ་ལ་རྒྱུ་མཚན་ཡོད་ཀྱི་མ་རེད་དེའི་ཕལ་ཆེར་ཁོ་རང་ཁྱད་ཆོས་ཡིན་གྱི་རེད་རོ། རང་ཚོད་ག་རེ་ལགས། དེ་ལ་ཡང་ཏན་ཏན་རྒྱུ་མཚན་བྱོས་བ་རེད་བསམ་གི་འདུག། ཟུར་ངོས་དྲུག་བྱུང་ཡ་གི་རྒྱུ་མཚན་དེ་རླུང་གཉིས་དང་མཚོ་རླུང་གི་ཆ་མཐུན་དེ་ཚོ་ནུས་པ་ཉུང་ཉུང་ཞིག་གིས་མཉམ་དུ་བསྒྲིལ་ནས་དབྱིབས་གྲུབ་སྟངས་དང་འབྲེལ་བ་ཏན་ཏན་ཆགས་ཀྱི་ཡོད་རེད་བསམ་གི་འདུག་དེ་ཚང་མ་དེ་འདྲས་བྱས་མཉམ་དུ་བསྒྲིལ་ཡོང་དུས་ཟུར་དྲུག་ཆགས་རེད། སློབ་དེབ་ནང་ནས་མཐོང་སོང་ཨ། ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་གསུམ་ལ། ད་དེ་གཙང་མ་ལོ་ཟུར་དྲུག་འདས་ཀྱི་སྒྲོམ་གཞི་ཕྱགས་ནས་འདི་འདྲའི་ཆེ་སྐྱིད་དེ་སྟོང་པ་རེད། ག་རེ་ལ་གི་བ་ཧ་གོ་སོང་ངས། ཁ་བའི་བདག་མ་ཞུ་བའི་ཆུ་ལས་ཁ་བའི་བདག་མས་ས་ཆ་དེ་མང་བ་ཟིན་བསྡད་བ་དེ་སྟོན་གོ་རེད། དེ་རེད་འདུག་ཨ། ད་དེ་ཚོ་ཆུ་ལ་མ་བསྒྱུར་འགྲོ་དུས་ཆ་རྡུལ་རྣམས་ནང་དུ་མ་རྡིབ་རྗེས་བར་སྟོང་དེ་ཚང་མ་ལོ་ཁང་འགྲོ་གི་རེད། ས་ཕག་བརྩིགས་པའི་ཁང་པ་འགྲོ་གི་རེད། ས་ཕག་གི་ཁང་པ་དེ་འདི་འདྲའི་ཟེ་ཡ་བརྩིགས་ཡོང་དུས། དེའི་ནང་ལ། བར་སྟོང་དེ། བར་སྟོང་གི་ཆ་དེ་ཡིས་མང་བ་ཡོད་རེད། གལ་སྲིད་རང་གིས་རྩིག་པ་དེ་དཀྲུག་དཀྲུག་ཞིབ་བཏང་ནས་ཚང་མ་ནང་བསྡིབས་པ་ཡིན་ན། མར་བསྡིབས་པའི་ས་ཕག་གི་རོ་སྟོད་དེ་ཚོ་མར་མ་བསྡིབས་གོང་གི་རྩིག་པ་ལས་བོངས་ཚད་དེ་རྦད་དེ་ཆུང་བ་ཡོད་རེད་འཁྱག་ལྤགས་ལ་ད་ག་ནང་བཞིན་དེ་འདྲས་ཡོང་དགོས་རེད། བྱས་ཙང་ཆུ་དེས་འཁྱག་ལྤགས་འཕྱར་བའི་སྐབས་ལ་ཡང་བར་སྟོང་གི་རྣམ་པ་དེ་དེ་འདྲས་བྱས་ནས་ཡོང་དགོས་རེད། དེ་འདྲས་ཡིན་དུས་དེ་སྙིང་རྗེ་བོ་འདུག་ཨ། བྱས་ཙང་འཁྱག་ལྤགས་དེ་ཆུ་ལས་སྟུག་ཚད་དམའ་བ་བཟོས་ཡོད་རེད། འཁྱག་ལྤགས་དེ་ཆུའི་ག་ལ་ཡིན་དགོས་རེད་ཨ་ནི་འཁྱག་ཤུལ་ལོ་ག་ཕྱིན་ཆོག་གི་རེད་བ། མི་ཁ་ཤས་གང་བདེན་པ་ཡིན་པ་དེ་ཁུངས་སྐྱེལ་ར་སྤྲོད་བྱེད་ཡ་ལ་དགའ་བོ་ཡོད་རེད་ར། ཁྱེད་རང་ཚོའི་ནང་ལ Christopher Columbus ཨ་རི་ལ་ཆོ་འཕྲུལ་བྱས་ནས་ག་དུས་སླེབས་པའི་ལོ་དེ་ཁྱེད་རང་ཚོས་ཤེས་མཁན་ཡོད་པས་ཡིན་ད། ཕལ་ཆེ་བ་ལ་ལོ་དེ་ཤེས་ཡ་ཡོད་ཀྱི་མ་རེད། མི་ག་ཚོད་ཀྱི་ལོ་རྒྱུས་ནང་ལ་དེ་ག་དུས་བྱུང་བའི་ལོ་ཚིགས་དེ་ཤེས་མཁན་ག་ཚོད་ཡོད་ལག་པ་རྐྱོང་ཨ། མི་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་འོ་ང་ཚོའི་ནང་ལ་མཁས་པ་བརྒྱད་འདུག་ཨ། དེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་དགུ་བཅུ་གོ་གཉིས་ལོ་ལ་རེད་དེ་རེད་བ། ཁྱེད་རང་ཚོ་དྲི་ཡ་ཅིག་ལ་ཨ་རིའི་རང་བཙན་བསྒྲགས་གཏམ་ལ་ས་རྟགས་བསྐྱོན་པའི་དུས་ཚོད་དེ་ག་དུས་ཡིན་པ་ཤེས་མཁན་ཡོད་པས་དུས་ཚོད་ཁྱད་པར་ཅན་ཅིག་རེད་མི་ཁ་ཤས་ཀྱི་སེམས་ལ་རི་མོ་བཀོད་པ་ན་ཞིག་ཉར་ཡོད་རེད་ཁ་ཤས་ཀྱིས་ཨང་དེ་ངའི་ཤིང་མེད་དེ་འདྲ་རེད། ག་རེ་ཡིན་པ་དང་ག་དུས་ས་རྟགས་བསྐྱོན་པའི་ལོ་ཚིགས་དེ་ཁྱེད་རང་ཚོའི་ནང་ཤེས་མཁན་གང་རུང་ཡོད་པས། ལག་པ་རྐྱོང་བ་ཤེས་མཁན་སུ་ཡིན་མིན་ལྟ་འདོད་བྱུང། ཡིན་ད་ལག་པ་རྐྱོང་ཨ། ཨོ་ང་ཚོའི་འཛིན་གྲྭ་ཕྱེད་ཀ་ལྷག་ཙམ་མཁས་པ་རེད་འདུག་ཨ། ཨོ་འགྲིག་ཤག་ལོ་དུས་དེ་གཅིག་སྟོང་བདུན་བརྒྱ་བདུན་ཅུ་དོན་དྲུག་ལོ་ལོ་རེད་བ་དོན་དྲུག། མི་ཁ་ཤས་གྲངས་ཀ་སེམས་ལ་ཉར་ཡ་ལ་དཔེ་ཡག་པོ་ཡོད་རེད་ཡིན་པ་ཡིན་ནའི་ཁ་ཤས་ཡོད་མ་རུང་བ། ད་མི་འདྲ་བ་བཤད་པ་ཡིན་ན། ཧུམ། མཚོ་སུ་པི་རི་ཡ་གི་མཐིལ་གྱི་དྲོད་ཚད་དེ་བྱས་པ་ཡིན་ན། དེ་ཡང་གཅིག་སྟོང་དགུ་བརྒྱ་ལོའི་ལོ་སར་གྱི་སྔ་ནུབ་དེ་ལ། དུས་ཚོད་ད་ག་རང་གང་ལ། མཚོ་དེ་གའི་མཐིལ་གྱི་དྲོད་ཚད་དེ་ག་ཚོད་ཡིན་མིན་ཤེས་མཁན་སུ་ཡོད་ཡིན་ད། ཡིན་ད་ལབ་ཨ། གཅིག། གཉིས། གསུམ། བཞི། ལྔ། དྲུག། ད་དུང་ཡང་རང་ཚེའི་བསྒྲགས་གཏམ་ག་དུས་ཡིན་པ་ཤེས་མཁན་དེ་ལས་ཏོག་ཙེ་ཉུང་བ་འདུག་ཨ། ཨོ། ཁྱེད་རང་ཚོས་ལབ་ཨ་དྲོད་ཚད་དེ་ག་ཚོད་རེད། གོ་གནས་ལ། སྒྲིག་རིས་སེལ་ཤེས་ཞེས་དག་རང་རྒྱལ་རྩིས་རིམ་པའི་སྒྲིག་རིས་བཞི། སེལ་ཤེས་དང་རྒྱལ་རྩིས་རིམ་པ་གཅིག་པོ་གཅིག་པོར་བ། དེ་རེད་དག་རང། ད་ཚོ་ཁྲ་ཧོ་ཐིག་གི་དྲོད་ཚད་དེ་ག་ཚོད་ཡིན་མ་ཤེས་མཁན་སུ་ཡོད་པ་ཡིན་ད། དེའི་གཏིང་ཚད་ལ་ཀི་ལོ་མི་ཏྲ་ཕྱེད་ཀ་ལག་རྩེ་རེད། ཚོ་སུ་པི་རི་ཡ་གི་གཏིང་ཚད་ཀྱང་ཀི་ལོ་མི་ཏྲ་ཕྱེད་ཀ་རེད། ད་ཁ་ལི་ཧྥོ་ནི་ཡ་ནང་ལ་ཡོད་པའི་ཚོ་ཁྲ་ཧོ་ཐིག་གི་ཁྱེད་རང་ཚོ་སུས། ཚོ་དེའི་ཐིག་གི་ད་ལྟའི་ཆ་གི་དྲོད་ཚད་དེ་ག་ཚོད་ཡིན་པ་ཤེས་མཁན་ཡོད་པས། ཨང། གཅིག། གཉིས། གསུམ། སྔོན་དང་གཅིག་པ་རེད་དོ། ལན་དེ་ག་རེད། དངོས་གནས། འགྲིག་རེད་གསལ་བཤད་བྱེད་ད་ག་རང་ད་ག་རང་ད་ག་རང། ང་ནང་ལ་ཡོང་དུས་ཕྱི་ལོགས་དེ་ལ་ཡང་ཁྱི་རྒྱུད་ཆེན་པོ་དེ་འདྲས་འདུག་ཁྱེད་རང་ཚོས་ཤེས་ཀྱི་ཡོད་ཁྱི་རྒྱུད་དེའི་མཐིལ་གྱི་དྲོད་ཚད་དེ་ག་ཚོད་ཡིན་པ་ད་ལྟའི་ཆ་ལ་བྱས་པ་ཡིན་ན། འགྲིག་རེད་གསལ་བཤད་བྱེད། འགྲིག་རེད་གསལ་བཤད་བྱེད། ཧ་ཧ་ཧ།
མ་རེད་ཁྱི་རྒྱུད་དེའི་དྲོད་ཚད་དང་ཕྱི་ལོགས་ཀྱི་ཡོད་པའི་རླུང་དེ་གའི་དྲོད་ཚད་གཅིག་པ་རེད་བ་དེ་རེད་བ། དེ་ཚང་མ་གཅིག་པ་རེད་བ་ཡིན་པ་ཡིན་ནའི་ཚོ་གཏིང་རིང་པོ་གཅིག་གིས་ག་འདྲས་རེད། ཚོགས་དེ་ཚོའི་མཐིལ་གྱི་ལོ་ཧྲིལ་བོའི་དྲོད་ཚད་དེ་འགྲིག་རིགས་གསལ་བཤད་བྱེད་ལས་བསྡད་ཀྱི་ཡོད་པ་དེ་གར་བྱས་ནས་ཡིན་པ་ཤེས་ཀྱི་ཡོད། དང་པོ་དེ་ལ་དགུན་ཁའི་གནམ་གཤིས་འགྲིག་རིགས་བཞི་ཡིན་སའི་འཕྲེད་ཐིག་གི་སྟེང་ལ་ཚོགས་དེ་ཡོད་ཙང་དེ་འདྲས་རེད། ད་ངས་དྲི་བ་ཞིག་དྲིས་ཀྱིན་གདའ། ཨོ་ད་ལྟ་རང་ཚོས་འགྲིག་རིགས་བཞིའི་སྐོར་ཤེས་ཀྱི་ཡོད་མ་རེད་པ། ངས་རང་ཚོར་འགྲིག་རིགས་བཞིའི་ཆུའི་སྐོར་དེ་བཤད་ཀྱིན་གདའ་རེད་པ། དྲོད་ཚད་འགྲིག་རིགས་བཞིའི་ཆུ་དེ་མཐུག་པོ་རེད་ཡང་ན་མ་རེད། མཐུག་པོ་རེད་ཡང་ན་ཧ་ལས་པ། མཐུག་པོ། ད་ང་རང་དྲོད་ཚད་འགྲིག་རིགས་བཞིའི་ཆུ་དེ་ཁྱེད་རང་ཚོའི་ལམ་ནང་བཞིན་མཐུག་ཆུ་རེད། གང་ཡིན་ཟེར་ན་ཆུའི་དྲོད་ཚད་མི་འདྲ་བ་དེ་ལ་ཡང་ཐུབ་ཚད་དེ་ཡང་མི་འདྲ་བ་ཡོང་གི་རེད། ཆུ་ཉུང་ཉུང་ཞིག་ལ་དྲོད་དྭངས་མི་ཡིན་ན་ཆུའི་བོངས་ཚད་དེ་ཡང་ཆེ་རུ་ཆེ་རུ་འགྲོ་གི་མ་རེད་པས། དེ་མ་ཡིན་པར་ཤིང་འགྱུར་བ་རང་གི་ཧ་ཡང་ཅིག་ཡིན་ན་ཆུ་བླུགས་དེ་ཐབ་གང་ནས་དེ་འདྲས་སུ་བཞག་ཆུ་དེ་ཡར་གང་དགོས་དོ་བཀང། ད་རང་གི་མེ་དེ་དྭངས་པ་ཡིན་ན་ཡིན་ན་ཆུ་དེ་ལ་ག་རེ་ཡོང་གི་རེད་ལག་ནས་འགོ་བཙུགས་ཨ། ཡར་ལུས་འགྱུར་བ་ཆུ་དེ་དེ་འདྲས་སུ་རྒྱ་བསྐྱེད་ཡོང་གི་རེད་དེ་འགྲིགས་སོང་ཨ། ཆུ་དེ་རྒྱ་བསྐྱེད་དུས་ལྗིད་ཚད་སྔོན་མ་ནང་བཞིན་ཡིན་པ་ཡིན་ན་བོངས་ཚད་ཆེ་རུ་ཕྱིན་ཡོང་རེད་ཡིན་པ་ཡིན་ན་ཐུབ་ཚད་ཆུང་རུ་རེད། བྱས་ཙང་ཐུབ་ཚད་དེའི་དྲོད་ཚད་ལ་བརྟེན་ཡོང་རེད། ཡིན་ནའི་འཁྱགས་པགས་ལ་འགྱུར་བ་ཡིན་ན། དེ་འདྲས་ཡིན་དུས་ཆུ་ཁོལ་ལས་ཐུབ་ཚད་ཆུང་བ་ཆགས་ཡོད་རེད། ག་འདྲས་སུ་རེད། གང་ཡིན་ཟེར་ན་བར་སྟོང་གི་སྒྲོམ་གཞི་དེ་ཚོ་ལ་བརྟེན་ནས་དེ་འདྲས་ཆགས་པ་རེད། ངས་དེ་ལ་ཡང་ཐིག་རིས་ཞེས་གཟུགས་ཀྱིན་གདའ་ཐིག་རིས་དེའི་བོངས་ཚད་དེ། ཆུའི་བོངས་ཚད་དང་དྲོད་ཚད་བར་གྱི་འཕར་ཆག་ཆུང་དག་དེ་རེད། ངས་འཁྱག་འབག་ཆུ་ལ་ཡང་བསམ་བཏང་གི་ཡོད་འཁྱག་འབག་མ་རེད་འཁྱག་འབག་རྡོག་རྡོག་མ་རེད་འཁྱག་འབག་ཆུ། འཁྱགས་པགས་ཆུ་དེ་ལ་དེ་ནང་བཞིན་གྱི་བོངས་ཚད་ཁྱད་པར་ཅན་བྱུང་རེད། ད་འཁྱགས་པའི་ཆུ་དེ་ལ་ཡང་དྲོད་ཚད་བཏང་པས་ཡིན་ན་གནས་ཚུལ་མི་འདྲ་བ། གཉིས་ཡོང་གི་རེད། གནས་ཚུལ་དང་པོ་དེ། དངོས་པོ་ལ་ཚ་དྲོད་གཏོང་དུས། ཆ་རྡུལ་དེ་ཚོ་གུ་ཀྱོག་དང་ཡང་གོ་བཙུགས་ནས་གྱོར་གྱོར་གྱོར་བྱས་ནས་བར་སྟོང་མང་ཟིན་གྱི་རེད། བྱས་ཙང་རྒྱ་སྐྱེགས་དེ་འདྲས་བྱུང་དགོས་རེད། འོ། དེ་འདྲས་ལབ་ན་འགྲིག་གི་རེད་དྲོད་ཚད་ཆེ་རུ་ཕྱིན་པ་དང། བོངས་ཚད་ཡང་ཆེ་རུ་འགྲོ་གི་ཡོད་རེད། ཚ་དྲོད་བཏང་ན་མང་ཆེ་བ་ལ་དེ་འདྲས་བྱུང་བ་དེ་འབར་བ། ཆ་རྡུལ་དེ་ཚོ་མགྱོགས་པོ་དར་རྒུད་བྱས་པས་ཡིན་ན་རིམ་པས་རིམ་པས་ཆེ་རུ་འགྲོ་གི་རེད། དེར་བ། ཡིན་པ་ཡིན་ནས་ལས་ཤེར་གཟུགས་གཞན་ལ་མ་བྱུང་ཡ་ཅེས་ཆུ་ལས་ཡང་དམིགས་བསལ་ཁྱད་པར་ཅན་ཅིག་ཡོང་གོ་རེད། ཤེར་གཟུགས་གཞན་ལས། ག་རེ་ཡོང་གི་ཡོད་རེད་ལབ་པ་ཡིན་ན་ཁ་ཕྱེས་མགྱོགས་དེ་ཚོ། བྲིས་རིས་ཀླད་ཀོར་ཡིན་པའི་ཆུ་དེ་ཚོའི་ནང་ནས་ཁྱེད་རང་ལ་ཡང་འཁྱགས་ཤིང་མང་པོ་བཞུར་རག་གི་རེད་བ། ཁ་གདངས་ནས་བསྡད་བསྡད་བ་དེ་འདྲས། ཕྱི་ཤེས་ནས་དེ་འདྲས་སུ་ཤེས་མཐོང་ཡག་གི་གངས་མ་ཆུ་དེ་འདྲས། ད་ཁྱེད་རང་ཕྱི་ཤེས་ནས་མཐོང་བའི་གངས་མ་ཆུ་དེ་ཚོ་ལ་ཡང་ཚ་དྲོད་བཏང་པ་ཡིན་ན་ད་ག་རེ་ཡོང་གི་རེད་ཡིན་ད། ཁུག། ནང་ལ་རྡིབ་འགྲོ་གི་རེད། ད་ནང་ལ་རྡིབ་དུས་ས་ཆ་མང་བ་ཟིན་གི་རེད་ཉུང་བ་ཟིན་གི་རེད། ས་ཆ་ཉུང་བ། བྱས་ཙང་ཆུ་ལ་ཚ་དྲོད་བཏང་དུས་དེའི་ནང་གི་གངས་མ་ཆུ་ཕྲ་མོ་ལ་བརྟེན་ནས་ཆུ་དེའི་ནང་དུ་མར་ལྡིབ་རྗེས་བོངས་ཚད་དེའང་དེ་འདྲས་མར་ཆག་འགྲོ་གི་རེད། བྱས་ཙང་དེ་ལ་ཡང་གནས་ཚུལ་གཉིས་ཡོང་གི་རེད་དྲོད་འཕར་བ་དང་ནང་དུ་ལྡིབ་ནས་ཆུང་དུ་འགྲོ་གི་རེད། དྲོད་འཕར་བ་དང། བོངས་ཚད་དེའང་དེ་འདྲས་ཆེས་ཆེ་རུ་འགྲོ་གི་རེད། དེ་གཉིས་མཉམ་དུ་མཐུད་ནས། མཉམ་དུ་མཐུད་པ་དང་དེ་འདྲས་འདྲ་བོ་ཅིག་ཡོང་གི་རེད། མཚམས་དེ་ལ་ཡང་འགྲིག་རིགས་བཞིའི་སྒང་སླེབས་གི་རེད། འཁྱག་པགས་མ་ཐེབས་པའི་འགྲིག་རིགས་བཞིའི་སྒང་ལ་བོངས་ཚད་དེའི་ཆུང་ཤོས་རེད། ཧ་གོ་སོང་ཨ། མཐོང་སོང་ངས། ད་སྒྲིག་སྒྲིག་གཞིའི་སྒང་ལ་ཕྱིན་པ་ཡིན་ན་དེ་ཡར་འགྲོ་ཡག་འགོ་བཙུགས་རེད། དེ་ནང་ལ་ད་དུང་ཆ་ཤས་མང་པོ་འདི་འདྲས། འཚང་ཁ་ཐེག་བཅས་བསྡད་ཡོད་རེད། ཡིན་ནའི་ཆ་ཤས་འདི་ཕྱོགས་དེའི་སྔ་ས་ནས་ཡར་འཕར་འགྲོ་དགོས་རེད། ཧུད། འདི་འདྲས་འགྲོ་འགྲོ་དགོས་རེད། བྱས་ཙང་ང་ཚོ་ལ་ཡང་དེ་ནས་གུག་ཆ་ཅིག་རག་དགོས་རེད་དེ་དངོས་གནས་ཡམ་རྩེ་ཆེན་མོ་ཅིག་མ་རེད་པས། དངོས་གནས་ཡམ་རྩེ་རེད། གུག་ཆའི་གཞུང་གཞུང་དེའི་མཚོ་གཏིང་རིང་པོ་དེ་ཚོའི་དངོས་ཡོད་གནས་ཚུལ་དང་འབྲེལ་བ་ཡོད་རེད་དཔེ་ཆ་ཆ་བས་ན་མཚོ་སི་པི་རི་ཡའི་དང། མཚོ་ཁྲའོ་ཀྲོའུ། དེ་ལ་ཡང་དགུན་ང་རྣམ་ཤེས་དྲང་མོ་ག་འདྲས་ཤིག་སྟོན་པ་ཡིན་མ་ཡིན་ནས་ལས། མཚོ་དེའི་སྒང་ལ་འཁྱག་པགས་ཚལ་ཁ་ཆེ་མི་ཡིན་ན་རྐང་གཅིག་གཉིས་ཀྱི་མ་རེད། ད། ང་ཚོས། སྟག་གི་ཡིན་ད་གར་ཆད་ནི་ཡིན་པ། སྟེང་ཐུན་ཐུན་ཡིན་ན་འགྲིག་གི་རེད། ཡིན་ནའི་རིང་མོ་ཡིན་ན་ཆག་གི་མ་རེད། ང་ཚོ་ཁྲ་བོ་འགྲམ་ལ་ཕྱིན་ནས་མི་དེ་ཚོ་ལ་སྐད་ཆ་དྲིས་པ་ཡིན། ཨེ། གར་ཆད་ནི་དེའི་སྒང་ལ་འཁྱག་པགས་ཆག་གི་འོག་མ་རེད། དེ་གཏིང་ཟབ་པོ་རེད། ལམ་ཁ་འོག་གི་མཚོ་བྲག་ནགས་ལ་རྒྱུག་སྟངས་ཕི་ཁའི་འཁྱག་པགས་ཡོད་རེད་ལ་འཁྱག་ཤུད་གློད་ཆོག་གི་རེད། ཁྱེད་རང་ཁྲ་ཧོར་ནགས་ལ་འཁྱག་ཤུད་གློད་ཐུག་གི་མ་རེད་གང་ཡིན་ཟེར་ན་ཁྲ་ཧོར་ལ་རྩ་བ་ནས་འཁྱག་པགས་ཐིག་གི་མ་རེད་གར་ཆད་ནི་སྟེང་རིང་མོར་བ།

ཚོགས་དེའི་དཔེ་ཆ་བྱ་བས་ན་ཀླད་ཀོར་གོང་གི་སྒྲིག་རིས་བཅུ། དེ་འདྲས་བཅོས་པར་བྱས། ཡིན་ན། འཁྱག་པགས་ཆགས་ཡ་ལ་ཚ་ཚད་ག་རེའི་སྐབས་ལ་ཆགས་དགོས་རེད། ཀླད་ཀོར་བ། ཧོ། ད་ཆུ་དེའི་འཁྱག་པགས་ཆགས་བཅུག་གི་ཡོད་པ་ཡིན་ན་སྒྲིག་རིས་དེ་ཀླད་ཀོར་གང་ལ་མ་སྐྱེལ་དགོས་རེད་བ། འོ་ཡ། ད་ཕྱི་ལེ་ཡག་དེ་ནས་བར་རླུང་ཡོད་རེད་རླུང་དེ་ཡང་ཀླད་ཀོར་འོག་གི་སྒྲིག་རིས་ལྔ་བཅུའི་ས་ལ་ཡོད་བ་བྱས་དེ་ཡིན་ད། ངས་ལབ་ན་རླུང་གྲང་མོ། ད། རླུང་གྲང་མོ་དེ། དེ་འདྲས་བྱས་ནས་ཚོད་གང་ལ་རྒྱབ་འགྲོ་དགོས་རེད། ཁྱེད་རང་ཚོའི་ནང་ནས་ཡིན་ད། རླུང་དྲང་མོ་དེ་དེ་ནས་བར་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས་ཚོའི་ཁག་གི་ཚ་དྲོད་ཡར་འཕར་གི་རེད་བསམ་མཁན་ག་ཚོད་ཡོད། ལག་པ་ཉོ་ཨ། འོ། མི་འདུག་ད་མི་ག་ཚོད་ཀྱིས་རླུང་བར་ཕྱིན་པ་ལ་བརྟེན་ནས་ཚ་དྲོད་མར་ཆག་གི་རེད་བསམ་མཁན་ག་ཚོད་ཡིན་ད། ལག་པ་ཉོ་ཨ། འོ། མི་མང་ཆེ་བ་རེད་འདུག་ཨ། ཚང་མ། ཚང་མ་ཡིན་ས་རེད་ད་རེད་བས། ཚང་མས་ད་ག་བསམ་གི་ཡོད་བ། གལ་སྲིད་ཁྱེད་རང་ལ་ཀླད་ཀོག་གི་འགྲིག་འགྲིག་ལྔ་བཅུའི་རླུང་དེ་ཕོག་འོས་ནས་ཁྱེད་རང་ཆག་གི་རེད་བས། ཚ་རུ་མ་འགྲོ། ད་དེ་ངོ་ནས་ཧང་སང་ཡ་མ་རེད། ཡིན་ན་ཡིན་ན་དེ་ངོ་ནས་ཧང་སངས་དེ་འདྲའི་འགལ་ཡོད་མ་རེད། ཡིན་ན་ངས་མཇུག་འབྲས་དེ་ཧང་སངས་ཞིག་སྟོན་གྱི་འདར་བ། འགྲིག་རིགས་དགུ། ང་ཚོས་དེ་གོ་རིམ་བྱས་ནས་འགྲོ་གི་འདར་འགྲིག་རིགས་དགུ། ལྷག་པའི། རྒྱལ། གོ་བ་འདྲ་བོ་ཅིག་རག་སོང་ངས། ག་ཚོད་པ་ཏོག་ལེགས་གོ་རེད། ཀླད་ཀོར་དག་རང། དེའི་མཚམས་ལ་སླེབས་དུས་རྒྱུན་ལྡན་མ་ཡིན་པའི་གནས་ཚུལ་ཞིག་མཐོང་གི་འདུག་ཨེ། ངས་རང་ཚོར་དྲི་བ་བྱེད་ཀྱིན་གདའ་གལ་སྲིད་ངས་རྡོ་ཞིག་ཁྱེར་ཡོང། ད་དེ་ཚོའི་ནང་ལ་གཡུག་པ་ཡིན་ན་རྡོ་དེའི་གར་ཆིག་གི་རེད། ག་ཚོད་ཀྱི་ལག་ཡིན་པ་རྡོ་དེ་ག་ལ་ཡིན་གི་རེད། རྡོ་དེ་ག་ལས་ག་ལས་མ་དེམ་འགྲོ་གི་རེད། གར་ཆད་ནས་རྡོ་དེ་དེམ་འགྲོ་གི་ཡོད་རེད། ཏོ། དེ་དེ་འདྲ་ཟེར་མ་ཐིམ་ཡང་དེ་ཁོ་རང་ཆུ་གཉིས་རེད་བ། ཡིན་ད་གར་ཆད་ནས་ཐིམ་དགོས་རེད། གང་ཡིན་ཟེར་ན་ཆུ་ལས་ཐུབ་ཚད་ཆེ་བ་རེད། ད་འགྲིག་རིགས་བཞི་ཅན་མཆོག་ཆུ་དེ་ག་རེ་ཞིག་རེད་ཡིན་ད་མ་ཐིམ་གི་རེད་ཐིམ་གི་མ་རེད། ཐིམ་གི་རེད། ག་བ་ལ། མི་གི་ཞབས་པ་དོ། རང་གི་ཆུ་འགྲིག་རིགས་བཞི་དེ་དེ་ལ་ཡོད་རེད། འདིའི་ཚབ་ལ་ག་རེ་ལེགས་རེད། ལྕགས་ནས་འགོ་བཙུགས། བཅུར་བ།

དུས་ཚོད་ག་ཚོད་དུ། འོ་དོགས་ཚུར་སོང་བ། དོན་དག་རྟོགས་སོང་བ། གཞི་ལ་ག་རེ་ཡོང་རེད། ད་དེ་འདྲ་ཡིན་དུས་གཅིག་ན་ལྔ་བ་ཟིན་ཚར་རེད། ད་གཅིག་ན་བཞི་བ་ལྔ་བ། ང་རང་ཚོའི་དགུན་ཁའི་དུས་ཚོད་དེ་རྫོགས་ཚར་རེད། ད་ཁྱེད་རང་ལ་ཡང་ཚོ་གཏིང་རིང་པོ་འགྲིག་རིགས་ཤིག་ག་ཡ་དེ་འདྲ་རག་མ་རེད། འོང། ཚོགས་ཐེངས་རིང་པོ་དེའི་སྒྲིག་རིས་ཀླད་ཀོར་ར་ཡར་ཕར་བཞག་ནས་སྒྲིག་རིས་གསུམ་དུ་མ་གྱུར་བའི་སྔོན་ནས། ཚོགས་དེའི་ག་འདྲའི་དགྲ་བོ་ཅིག་ཡོང་གི་རེད་ཡིན་ན། ད་དཔེ་ཆ་བཞག་འི་ན་གནམ་རྡོ་ཆེན་པོ་ཅིག་གདོང་ཐུག་བརྒྱབ་ནས་ཁོ་མར་ལྷུང་ནི་རེད་བ། ད་དེའི་རྐྱེན་པས་ང་ཚོ་ལ་ཉི་འོད་མེད་པར་ལོ་བཞི་ལྔ་ཕྱིན་པ་རེད་བ། དེ་འདྲ་ཡིན་དུས་དེ་འདྲ་བོ་ཅིག་ཡོང་གི་རེད་ལྟོས་ཨ། མུ་མཐུད་དེ་འདྲ་བྱས་བསྡད་པ་ཡིན་ན་མགྱོགས་པོ་ལམ་སང། དེ་འདྲ་བྱས་ནས་ལོ་ཁ་ཤས་བསྡད་པ་ཡིན་ན་ཚོགས་ཆ་ཚང་སྒྲིག་རིས་བཞི་ལ་ཡང་བསྒྱུར་འགྲོ་གི་རེད། དེ་འདྲ་ཡིན་པ་ཡིན་དུས་རླུང་དྲག་མོས་དེའི་ནུས་པ་ག་ལ་གང་འཚམ་ཅིག་ཁེལ་ཚར་བ་རེད། མཚོ་དེ་ཆ་ཚང་དིག་རིས་སའི་ཤ་བཞི་ལ་ཡང་གྱུར་པའི་སྐབས་ལ། དེ་དུས། སྐབས་ད་ག་རང་ལ། དེ་འདྲ་ཡིན་དུས་མཚོ་དེའི་མཐིང་དང་པོ་དིག་རིས་གསུམ་ཆ་རེད། དེ་དེ་རང་འདེགས་རེད་ཉུང་དུ་འགྲོ་རེད། ད་ག་རང་འདེགས་རེད། གང་ཡིན་ཟེར་ན་ཆུའི་མཐིལ་དེ་སྟུག་ཚད་ཆེ་བ་ཡོད་རེད། ཡང་ཤོད་དང་སྟུག་ཚད་ཉུང་བ་དེའི་སྟུག་ཚད་མཐོ་བ་དེ་ག་ལ་ཡིན་གྱི་རེད་གོ་བ་སྒྲོག་འདུག་ཨེ། ལྟོས་ཨ། ད་ཆུ་དེ་འགྲིག་རིགས་ལས་གོ་ཆ་རེད། དེ་རིང་རང་ཚོ་མདུན་ལ་ཡོད་པའི་སློབ་ཕྲུག་ཚོས་མཐོང་བ་ནང་བཞིན་རྒྱབ་ལ་དེང་གི་གི་སློབ་ཕྲུག་ཚོས་མ་མཐོང་བ་ཅིག་ཡོང་སྲིད་པ་རེད་ཡིན་ནའི་ཁྱེད་རང་ཚོས་གཟབ་གཟབ་བྱས་ལྟོས་ཨ། གང་གི་ཆུ་དེ་ལ་ག་རེ་ཡོང་གི་ཡོད་མེད་དེ། དེ་མཐོང་སོང་ཨེ། དེ་མཐོང་སོང་ཨ་འཁྱག་པགས་ཆགས་པ་མཐོང་སོང་ཨེ། གོ་ནས་ཡིན་ད། ཏོག་ཐུབ་པ་ཡོད་མཐོང་སོང་ཨེ། རང་ཚོའི་སྡེ་ཁག་ལ་འཁྱག་པགས་ཆགས་པ་མཐོང་སོང་ཨེ། ཁྱེད་རང་ཚོའི་ཆུའི་ཁ་ལ་ཡང་འཁྱག་པགས་ཆགས་པའི་རྒྱུ་མཚན་དེ་ག་རེད་མ་ཤེས་སོང་ཨེ་སྙིང་རྗེ་བོ་འདུག་ཨེ། ད་ཕྱི་ནས་ཁྱེད་རང་ཚོ་ལ་ཡང་འཁྱག་པགས་ཆགས་ཡ་དེ་འགོ་བཙུགས་གི་རེད་ད་ནང་བཞིན་འཁྱག་པགས་དེ་ཆུའི་ཁ་ལ་ཡང་གཡེང་བསྡད་གི་རེད། ཡིན་ད་ད་རང་ཚོའི་སྡེ་མཐོང་སོང་ཨེ། ཏིང་རིང་པོ་ཞེ་དྲག་མེད་པའི་ཆུ་དེར་བ། དག་ནང་བཞིན་ཁྱེད་རང་ཚོ་ཁྲག་ཧོར་ལ་ཕྱིན་ནས་ཆུ་དེར་མ་གང་བླངས། ཆུ་དེས་ཁྱེད་རང་ཉལ་ཁང་ཕྱི་དེ་ལ་བཞག། ད་ཁྱེད་རང་འདི་འདྲའི་ཕག་ཕྱི་ནས་མིག་མ་བཙིར་ནས་ཕྱི་ཁ་རྩེ་ལ་བཞག་ནས་ཕག་ཅིག་ཞུགས་དར་བ་ཆུ་དེ་འཁྱག་ཕག་ཡག་དག་ཆུ་ཆག་དེ་གི་རེད། ངས་རང་ཕྱི་ལ་ཕྱིན་ནས་མཚོ་ལ་བལྟས་པས་ནི་འཁྱག་ཕག་མཐོང་ཡ་ཡོད་མ་རེད་དེ་ག་རེ་ཡིན་པ་ཁྱེད་རང་ཧ་གོ་རུ་ཨ། དེའི་རྒྱུ་མཚན་ག་རེ་ཡིན་པ་མཐོང་གི་རེད།
དེ་གང་འདྲས་བྱས་ནས་འཁྱག་རོམ་ཁ་ཤས་ལ་ཕི་བཞི་ནས་ལྔ་བར་བྱས་པ་དེ་འདྲས་དྲི་བ་རེད་དེ་ག་བ། རེ་ཡང་བརྒྱ་ཡིན་ད། དེ་འདྲས་ཡིན་དུས་ག་འདྲས་ཕྱེ་ནས་ཏིང་ཙེའི་ཕིད་བཞི་ནས་ལྔ་བར་གྱི་འཁྱགས་རོམ་དེ་ཚོ། དེ་ཚོ་འགྲོ་གི་ཡོད་རོ་བ་ཡིན་ནས་དངོས་གནས་ཕྱེ་ན་དྲང་མོ་འཁྱགས་པ་འགྲོ་རོ་བ། ཨོ་ཧོ་རྒྱུག་ཆུ་ལག་གར་ཕྱེ་ནས་འཁྱགས་པ་རྒྱག་དགོས་མ་རེད། ཨོ་རྒྱུག་ཆུ་ལག་གར་ཕྱེ་ནས་འཁྱགས་པ་རྒྱག་དགོས་མ་རེད། ཡིན་ནའི་རྒྱུག་ཆུ་ལག་མཚམས་རེ་འཁྱགས་པ་ཐིག་རེད།
སྤྱི་དང་སའི་ཉེ་འགྲམ་དེ་ཚོ་འཁྱགས་རོམ་ཆགས་མཐོང་བ་མ་གཏོགས་ཆ་ཚང་འཁྱགས་རོམ་ཆགས་མཐོང་མ་རོ་བ། ཨུ་ཨུ། དྲི་བ་དེའི་ལན་དེ་ལས་སླ་བ་གྲོགས་ཅིག་མི་འདུག་ཨེ། ཁྱེད་རང་གིས་དགེ་རྒན་ལ་རེ་བ་རྒྱག་སྟེ་འོ་དེ་ལྟར་དེ་འདྲས་འགྲོ་བར་རོ་བ་ཨང་མ་རེད་པ། ངས་བསམ་པར་བྱས་ན་ཁྱེད་རང་ལ་ཡང་ལན་ཡག་པོ་ཞིག་རྒྱག་ཐུབ་ས་རེད་བསམ་གྱི་འདུག་རོ་བ་དེ་འདྲས་འཁྱག་པ་དེ་འདྲས་འགྲོ། ལན་ཡག་པོ་ཞིག་རྒྱག་ཐུབ་མ་སོང། ད་མདོ་གྲོགས་པོ་ལ་གནས་ཐུག་རེད། དེ་འགྲིག་སོང་བས་དོན་ཧ་ཁག་མི་སེ། དྲི་བ་ཞིམ་པ་ཞིག་དྲིས་ད། ངས་ལན་རྒྱག་ཐུབ་ཡག་དྲི་བ་ཅིག་ཡིན་ད། འོ་ཡིན་ད། འོ་ད་ང་ཚོ་དངོས་པོ་རྒྱ་སྐྱེད་བྱེད་ཡག་སྐོར་ལ་བཤད་གིན་ད། དངོས་པོ་དེ་ཚོ་དྲོད་ཚད་མི་འདྲ་བའི་འོག་ནས་རྒྱ་སྐྱེད་བྱེད་དགོས་ལ། དེ་རིང་ང་རང་ཚོ་དམིགས་བསལ་བྱས་ཡིན་ད་ཕྲད་ང་ལ་རོགས་པ་བྱེད་ཨ། དྲོད་ཚད་དམའ་བའི་སྐོར་ལ་བཤད་གི་ཡིན་ད་ཕྲད་ཁོ་རང་གི་དེ་ལ་ཡང་ཟི་ལུང་གི་གཤེར་ཁུ་ཅིག་ཁེལ་ཡོད་རེད། ཟི་ལུང་གི་གཤེར་ཁུ་དེ་ཀླད་ཁོག་གི་འབྲིག་རིས་བརྒྱ་དང་དགུ་བཅུ་ཙམ་རེད་དེ་ཧ་ལས་པའི་གྲང་མོ་ཧ་ལས་པའི་གྲང་མོ་རེད། ཕལ་ཆེའི་སྟོད་སྨད་ཀླད་ཁོག་གང་གི་འབྲིག་རིས་བརྒྱད་ཅུ་ཙམ་རེད། ཡིན་ད་སུས་ཡོད་དྭངས་བླངས་ཕྱིར་བ་ཡར་ཡོང་ནས་ལག་པ་སྐར་མ་ལྔ་ཙམ་གྱི་སྟེང་ན་བཞག་ཐུབ་མཁན་ཡོད་པས་ད་ཕལ་ཆེར་དེ་འདྲའི་སུས་ཅིག་ཡོད་རྒྱུ་མ་རེད། འོ་ཡ། ད་ང་ཚོས་དངོས་པོ་ཕྱེད་ཀའི་བོངས་ཚད་ལས་ཡར་འགྱུར་བ་ག་འདྲས་སུ་འགྲོ་གི་ཡོད་པ་དེའི་སྐོར་ལ་ཅིག་སྟོན་གི་ཡིན་ད། གང་བུ་ཕུ་ཡོད་འགྱོ་བྱེད་ད། དེ་དྲང་མོ་བཟོས་ན་དེའི་བོངས་ཚད་ལ་ག་རེ་ཡོང་གི་རེད་རྒྱ་སྐྱེད་འགྲོ་གི་རེད་བསམ་མཁན་ག་ཚོད་ཡོད་ཡིན་ད། ཡ་ལ། གང་བུ་ལ་ག་རེ་ཡོང་གི་རེད།

ལྟོས་དང། རེད་འོང། ད་དེ་ལས་ཡར་རླུང་གི་དྲོད་ཆུང་བ་ཡིན་ན་དེའི་བོངས་ཚད་ལ་འགྱུར་བ་ག་རེ་འགྲོ་གི་རེད། ད་དེ་དྲོད་རླུང་གང་ལ་བག་མཁས་ན་ག་རེ་ཡོང་གི་ཡོད་མེད་ལྟོས་ཨ།

དེ་ཚོའི་ཆ་རྡུལ་དེ་དེར་བཏང་མེད་ན་ག་རེ་ཡོང་རེད། སིར་ལའི་སྐད་དེ་ག་རེད། ཨང་གྲགས་དེ་གར་ཆས་ནས་ལེགས་ཡོད་ན། ཨོ་དེ་ལ་ལྟོས་ཨ་དེ་འདྲས་མཐོང་མྱོང་ངས། ཁྱེད་རང་ལྟོས་ཨ། ཨ་གལ་སྲིད་ཁྱེད་རང་ལག་པ་དེ་ཕི་གི་ནང་བླུགས་ཤིང་འགྲོགས་ཚར་ག་ལ་ལྡབ་ཡིན་ན་དེ་འདྲས་ཆགས་རོགས། རེད་ད་ག་རང་སྟབས་མ་ལེགས་པོ་བྱེད་ལ་ད་ག་རང་ཡོང་གི་རེད། ཁྱེད་རང་ཚོའི་ནང་དྭངས་བླངས་ཡོད་པས་ཡིན་ན།
བྱ་སྒོ་ཆགས་རེད། ད་ཚོད་ལྟ་གིན་པས། ཁྲེད་ཁོ་རང་དེ་ལ་ཡང་ཕྱི་འཇུ་ཞིག་ལྟོས་ཨ། ངས་ཚོད་ལྟ་བྱས་འོག་ད་དེ་ཡུན་རིང་པོའི་སྔོན་ལ་ཅིག་བྱས་མྱོང། འདི་ག་རེད།
ང་ལ་གྲོགས་པོ་གཅིག་ཡོད་ཁོ་རང་མིང་ལ་ཇི་རོག་ཝོ་ཀ་རེད། ཁོ་རང་སྐད་ཅིག་བྱེད་ཀྱི་རེད་ཡིན་ནའི་ང་དེ་ཆེ་ཡང་བློ་ཁོག་རྩ་བ་ནས་མེད། ཇི་རོག་གས་ཁོ་རང་ཏོག་སི་བཏུངས་ནས་དེ་ནས་མར་འཕུར་རྒྱག་ཡོང་གི་རེད། ངས་དེ་བྱེད་ཀྱི་མེད། ཐྲེད་ཨོ་ཟི་ཡག་པོ་བྱེད་ཀྱི་འདུག་ཨ། ཚོད་དཔག་བྱས་ཨང་ཉིད་སུ་བླུག་པ་བཤད་དུ། རང་ཡང་ཚོད་ལྟ་བྱེད། གིས་ཧིང་ལེ་རོ་ལ་དེ་འདྲ་བཟུང། ཁྱེད་རང་དེ་ཟས་ཡིན་པས། དེ་ཁའི་ནང་ལ་ཉར་ཡོད་བ། དེ་འདྲ་བཟུང་རེད་ལབ་ན། དེ་སོ་གཉིས་ཀྱི་བར་ལ་བཟུང་རྗེས་ཨ་ནི་མར་ཕུ་རྒྱག་ཡ་རེད། གིས་སོས་དེ་ས་ལ་ཟག་བས་ན་རང་ཚོ་ཐོད་པ་ཡོད། རང་གིས་དེ་ག་འདྲ་བྱས་པ་ངས་མཐོང་མ་སོང།

ཨོ་ཐོ་ཤ་ན། ཉི་མ་གང་ཚང་བྱེད་ཐུབ་ས་རེད་ཉི་མ་གང་ཚང། ད་ཡིན་དཱ་དེ་ནར་བཞག་པའི་ལྕགས་སྒོ་དེ་ལ་ག་རེ་ཡོང་གི་རེད་ཁྱེད་རང་ཚོས་ཚད་འཇལ་གྱིས་འཇལ་བ་ཡིན་ན་དེའི་ཚང་སྟེང་ནས་ཆེ་ཆུང་ག་འདྲའི་རེ་བ་ཆགས་ཀྱི་རེད་ཆེ་དྲུག་རེད་ཡང་ན་ཆུང་རུ་ག་འདྲའི་རེད་ཡིན་དཱ། ཆུང་དུ་དྲུག་རེད། ཁུམ་ནས་ཆུང་དུ་དྲུག་རེད་རེད་བ།
ཆུ་དེ་རླུང་གི་ནང་ལ་སྡོད་དུས་དྲོད་སླེབས་ཀྱི་ཡོད་རེད་བས། ཨོ་དེ་ཆུ་མ་རེད་ཟི་ལུང་གི་གཤེར་ཁུ་དང་ཟི་ལུང་གི་གཤེར་ཁུ།

བྱེ་མ་ལྔས་དེ་གླང་མའི་འོག་ལ་བཞག་ནས་ཧ་ལས་པའི་ཚ་བོ་ཞིག་བཟུང་ཡིན་དར་བ། ག་རེ་ཡུང་རེ་ཆེན་པོ། ཡང་ན་ཆུན་ཆུན། ཡང་ན་ད་ག་རང། ང་ཚོས་དེ་ལ་ཡང་ཚོད་ལྟ་བྱས་པ་ཡིན་ན། ཚི་ཁོག་དེ་ཚུར་བླངས། དཔེ་ཆ་བཞག་ཡིན་ན་ད་ལྟ་ཚི་ཁོག་དེ་ལ། འདི་ཕག་བརྒྱུད་ནས་དཔེ་ཆ་བཞག་ཡིན་ན་རིག་རིག་དེ། ད་ལྟ་ཕག་འཐག་གི་ཡོད་རེད། ཡིན་པ་ཡིན་ནས་ཚ་བོ་བཟོས་པ་ཡིན་ན། ད་མདོག་དེ་ཕག་འཐག་གི་རེད་བས། དེ་རྨང་གཞིའི་ཤེས་བྱ་རེད། དེའི་སྐོར་ལ་ཡང་བསམ་བློ་མང་པོ་བཏང་བཅུག་མིན་ན་མཐོང་ཆུང་འདྲ་བོ་ཆགས་འགྲོ་གི་མ་རེད་བས་ར། ལྕགས་རི་དེ་ཕྱི་རུ་འགྲོ་གི་ཡོད་བ་ཤེས་ཀྱི་ཡོད་རེད། ད་ལྟའི་ཆ་ལ་ལྕགས་རི་དེ་དེ་ན་ཐག་ཙམ་ཡོད་པ་ཡིན་ན་ལས་ཕྱི་རུ་ཕྱིན་པ་ཡིན་ན་ཐག་དམར་བ་དེ་བདེན་པར་བ། དེའི་ཁ་ཐུག་དེ་ནས་ཁྱེད་རང་ཚོ་དྲི་བ་བྱུས་ད། ཐེངས་རྗེས་མ་ཡོང་པའི་སྐབས་ལ་ངས་ལྕགས་རི་དེ་ཚ་བོ་བཟོ་གི་མིན་ད། ད་ཚི་གོག་དེ་ཚ་བོ་བཟོ་གི་ཡིན་ད། ཨ། དེ་ཚ་བོ་བཟོ་བའི་སྐབས་ལ། ལྕགས་རི་དེ་དེ་ན་ཐག་ཐུབ་ཀི་རེད་བས། གལ་སྲིད་ད་ལྟ་ཏོག་ཙམ་ཐག་གི་ཡོད་ན། དེ་ལ་ཡོད་པའི་སྟོང་ཆ་དེའི་ཕྱི་རུ་དྲུག་རེད། ཡང་ན་ཆུང་རུ། ཡང་ན་མེད་ན་ད་ག་རང་བདེ་གི་རེད། ངས་འདི། ཚ་བོ་ཚུར་དུས། དེའི་སྐོར་བསམ་བློ་དང་དེ་ནང་སྦྱོང་ཚོད་དུ་ཡིན་ད། འོང། རང་ཚོས་དེ་ལ་ཡིག་ཆའི་འདྲ་བོ་བྱས་ནས་ཚོད་ལྟ་བྱས་ན་འགྲིག་གི་རེད། འོང། ཁྱེད་རང་ཚོས་ཚིག་ཁོག་ཅིག་ཁེ་བྱས་བྱེད་ཨ། ཐབས་གང་བདེ་བཞག། དེའི་ཨ་ཚ་བོ་བཟོས། སྟོང་ཆ་དེའི་ཕྱི་རུ་དྲུག་འདུག་ཨེ། ཡང་ན་ཆུང་རུ། གཅིག་པ་དེ་གི་རེད་སོ་སོའི་མཛུབ་མོ་ལ་ཡག་གོ་ན་འགྲིག་རེད་བ། མ་རེད་མ་རེད་དེ་ལག་མེད་ད་ཁྱེད་རང་བིན་ཅག་བུ་མོ་ཆུང་བའི་མཛུབ་མོ་ལ་གོ་ན་འགྲིག་རེད་བ། ད་ལྟོས་ཨ་སྟོང་ཆ་དེ་ཆེ་རུ་ཕྱིན་འདུག་ཆུང་རུ་ཕྱིན་འདུག་ཡང་ན་ད་ག་རང་བསྡད་འདུག་ཁྱེད་རང་གི་ལབ་ཐུག་གི་འདུག་བས་ལྟོས་ཨ། ག་འདྲས་བྱས་ནས། དེ་ཇེ་མང་ཡིན་ད། འགྲིག་སོང་ཨ། ནང་ཆོས་ཡིན་ད།